ད་ནི་ང་རང་ཚོའི་དབུས་སྐྱོང་མཁན་པོ་འཇམ་དབྱངས་རྒྱ་མཚན་འམ་རྒྱ་དབྱངས་མཁྱེན་བརྩེ་མཆོག་གིས་ད་དབང་དེ་འདྲ་ཞིག་འདོན་དགོས་འདུག་ཟེར་བཀའ་གནང་སོང། དེ་ནས་ད་དབང་འདོན་ན་འགྲིག་གི་འདུག་ཞུས་པ་ཡིན། ཡིན་ན་ཡང་དེའི་རྗེས་ལ་སྐད་ཆ་བཤད་དགོས་གསུངས། ད་སྐད་ཆ་བཤད་དེ་ང་དཔེ་མི་སྲིད་དཀའ་ལས་ཁག་པོ་དེ་འདྲས་རེད་དེ་ཡོད་སྐད་ཆ་འགྲིག་སྟངས་ཤེས་ཀྱི་མེད་ལ་བཤད་ཡག་པོ་ཤེས་ཀྱི་མི་འདུག་དེའི་ནང་ནས་ད་ག་ཚིང་ན་ཚ་དེ་ཡི་ཆེད་ཡིན་ན་ག་ཡིན་ན། དྲན་པ་མི་ཟ་ངེས་དཔེ་སྡུག་ཅག་ཅིག་ཆགས་བསྡད་ཤག། ད་ཡིན་ན་ཡང་ཁོང་གིས་ཡང་ང་ལ་གསུང་པ་དེ་གསུང་ངོ་མ་གཏོགས་ཙམ་ཞིག་དེ་ནི་ད་དུས་དུས་ཅིག་དེ་ཞུ་ཡས་ཀྱི་སྣང་བ་གཙོ་བོ་དེ། སྐྱབས་མགོན་གདུང་སྲས་རིན་པོ་ཆེ་ད་དེ་ལ་དངོས་གནས་ཅན་ཞུགས་ལྡན་བྱ་བ་མ་རེད་ང་ལ་དུས་དུས་གང་ཡང་ཞུ་ཡས་ཡོད་མ་རེད་དངོས་གནས་ང་དཔེ་འཚེར་པོ་དང་མ་བལྟས་པ་ཞིའུ་འདུག་དེ་ནི་རིན་པོ་ཆེ་ད་ཞུ་གི་ཡིན་ཟེར་བཀའ་གནང་གི་འདུག་ད་དེ་ཡིན་དུས་དེ་བཞུགས་པ་དང་དེ་ནས་གཞན་ཡང་ང་རང་ཚོ་མཁན་པོ་རྣམ་པ་ཚོ་བཞུགས་ཕེབས་འདུག་དགེ་རྒན་རྣམ་པ་ཚོ་འདུག་གཞན་ཡང་དགེ་བའི་བཤེས་གཉེན་དགེ་འདུན་པ། དེ་ད་ཚང་མ་དེ་རྫོབ་ན་འདི་ག་ནས་ངས་མ་ཁ་ལོག་ནས་བཤད་དགོས་དུས་དངོས་གནས་དཀའ་ལས་ཁག་པོ་ཞི་བ་ཞིག་འདུག་སྙིང་མ། མཁན་ཆེན་རྡོ་རྗེ་འཆང་བདེ་བར་གཤེགས་པས་མཚམས་ཚོགས་ནས་ཁྱོད་སྐད་ཆ་བཤད་གསུང་གི་འདུག་དེ་ངས་ང་རང་ད་ཡག་ད་བཞུགས་ཕེབས་མ་སོང་བཤད་ད་མི་བཤད་ཟེར་ནས་ཡག་བཞུགས་ཕེབས་མ་སོང་དེ་ཡིན་ན་ཡང་ང་རང་གི་བསམ་བློ་ནང་ལ་ང་རང་ལ་ཤེས་འཇོན་གྱི་ཡོན་ཏན་གང་ཡང་ཡོད་མ་རེད་དེ་ནི་སྐྱེས་སྦྱངས་ཀྱི་ཡོན་ཏན་གང་ཡང་ཡོད་མ་རེད་དངོས་གནས་དྲ་གནས་ཀྱི། ངོ་ཆེན་རྡོ་རྗེ་འཆང་གི་བཞུགས་ཁྲི་ག་ལ་འདས་པ་ཀྱི་གོ་སྐབས་དང་ག་ཚད་གོ་སྐབས་མ་རེད་ད། ཐོབ་ཐང་དང་ནུས་པ་དང་དེ་ཀྱི་ཡོན་ཏན་དགུ་ཡོད་རེད་དེ་གང་ཡང་ཡོད་མ་རེད། ཐེངས་ཁ་ཤས་ཀྱི་ཆེ་མཐོང་ཆེན་པོ་མཛད་ནས་རིགས་དང་དཀྱིལ་འཁོར་རྒྱ་མཚོའི་ཁྱབ་བདག་ཟེར་ངེས་འདུག་ངོ་ཕྲེང་བརྒྱ་བའི་རྒྱ་མཚོ་ཟེར་དེ་འདྲ་གསུངས་དུས་དངོས་གནས་ངོ་ཚ་བོ་ཞུ་ཡི་འདུག་རིགས་དང་དཀྱིལ་འཁོར་རྒྱ་མཚོའི་ཁྱབ་བདག་ཡིན་དགོས་ན། དང་ངོ་ཕྲེང་རྡོ་རྗེ་འཆང་གི་མཚན་ཁུག་དགོས་ཀྱི་ཡོད་ན། ད་དེ་ལ་དཔག་ནས་ཡོན་ཏན་ཅིག་དགོས་ཀྱི་ཡོད་རེད་དངོས་གནས་སྐྱེས་སྦྱངས་ཀྱི་ཡོན་ཏན་གང་ཡང་ཡོད་མ་རེད་དེའི་ཐོག་ལ། དེ་ནས་ད་རྒྱུད་ནི་ཉོན་མོངས་པ་རྐྱང་རྐྱང་གིས་བརླན་ཏེ་ངན། དེ་འདྲས་ཀྱི། སྐྱེས་བུ་ཐ་མལ་པ་ཅིག་ཡིན་ང་རང་སྙེ་མ་ནས་དབང་བྱེད་སྐབས་ཞུས་མྱོང་དེའི་རྗེས་ལ་ང་སྐད་ཆ་མང་པོ་ཞུ་གི་མེད་དེ་ཞུ་བས་ཤེས་ཀྱི་མི་འདུག་ཞུ་ཕོད་ཀྱི་མི་འདུག་ཁྱེད་རྣམ་པར་དགེ་བའི་བཤེས་གཉེན་དེ་འདྲས་རྐྱང་རྐྱང་ཀྱིས་ལ་ང་དེ་ཅིག་ཞུས་དུས་ངོ་ཚ་པོ་ཞི་བ་ཅིག་དང། ཅིག་སྤོབས་པ་རྩ་བ་ཉིད་ལས་སླེབས་ཀྱི་མི་འདུག་དེ་དེ་ཞུ་རྒྱུ་བྱུང་ང་མ་ཁ་བལྟ་ནས་དབང་ལུང་ཁྲིད་གསུམ་འདོན་ངེས་ཀྱི། ང་ལ་ནུས་པ་ཡོད་ངེས་ཅིག་རེད་མི་འདུག་ཡིན་ན་ཡང། དེ་ང་རང་དེ་ཆོས་བརྒྱུད་འདི་ན་ཞུགས་ནས་འོག་ནས་ཡར་ཁ་བལྟས་ནས་དེ་ཡག་གི་ད་གོ་སྐབས་དང་ཐོབ་ཐང་ཡོད་ངེས་ཀྱི་ང་རང་ཡིན་རྟག་པར་དྲན་གྱི་ཡོད་ད་དེ་རིང་ག་དེ་འདྲས་རང་ཞུས་ཡས་ཡིན། དེ་ཡིན་དུས་ང་ལ་ནུས་པ་དང་ཡོན་ཏན་གང་ཡང་མི་འདུག་དེ་ད་གསུང་ངོ་མ་ཏོག་ཙམ་དུ་ཞུས་ཡས་ལ། ད་དེ་རེད་དང་པོ་དེ་ལ་དེ་ནས་ཤེས་ཡོན་གྱི་སྐོར། དེ་ནས་དགུང་ལོ་ཆུང་ང་ཚོ་རེད། དེ་དག་ཐམས་ཅད་ད་ད་ལྟ་དུས་ཚོད་དཔེ་མི་སྲིད་ཡག་པོ་གཅིག་གི་སྒང་ལ་ཁེལ་ཏེ་ཡོད་རེད། ང་རང་སྤྱི་དང་ནས་སྙིགས་མ་ལྔ་དོར་བའི་དུས་ཚོད་རེད་དེ་ཡིན་ན་ཡང། ད། བླ་མ་ཁྱད་པར་ཅན་ང་རང་རྩ་བའི་བླ་མ། བདེ་བར་གཤེགས་པ་རྣམས་དང་ད་ལྟ་ཞག་བཞུགས་པའི་སྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་ཆེན་པོ་མཆོག། དེ་ནས། དེ་ཡིས་ང་རང་ཚོ། སྐྱབས་མགོན་ཁྲི་འཛིན་རྣམ་པ་གདུང་སེམས་རྣམ་པ། དེ་ནས་གཞན་ཡང་ང་རང་ཚོ་མཁན་པོ་བླ་སྤྲུལ་རྣམ་པ་སྐུ་མདུན་ནས་དངོས་གནས་ཕྲ་གནས་ཀྱི། མཚང་ལ་མ་ནོར་བའི། མདོ་སྔགས་རིག་གནས་དང་བཅས་པ་ཞུ་ཡས་ཀྱི། དང་དེའི་སྟེང་དུ་དེ་ནས་ད། རྒྱུད་སྡེ་ཞིག་གི་དབང་ལུང་ཁྲིད་མན་ངག་དང་བཅས་པ་ཞུ་ཡས་ཀྱི་ང་ཚོ་ལ་གོ་སྐབས་སྤེལ་ཡག་པོ་རག་དེ་ཡོད་རེད་དེ། དེའི་ཚང་མ་འདི་གསུང་གི་འདུག། དེ་དང་གཅིག་བྱས་དེའི་ནང་ནས་དེ་ནི་ང་རང་ཚོ་ད་རབ་བྱུང་གི་སྡེ་ཡིན་དུས་ཙམ་པ་རབ་བྱུང་གི་སྡེ་ཐོབ་ཡ་དེ་ལ་དེ་ནི་ཁྱེད་ཚོས་ཆོས་བརྒྱུད་ལོ་རེ་ཡིན་ན་དབང་པོ་ཡིན་ན་གཅིག་གསུང་རེ་གསུང་གི་འདུག་དེ་ནས་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་སུ་ནས་སྨོན་ལམ་བཏབ་བྱ་རྒྱོགས་དེའི་སྐབས་སུ་དེ་ནི་ང་རང་ཚོ་དེའི་ཞབས་ཀྱི་འོག་ལ་སོང་པའི་འབུ་སྲིན་ལ་སོགས་པ་དེ་འདྲས་ཀྱིས་དེ་ནི་ཚོགས་བསགས་ཚོགས་རྒྱ་ཆེན་པོ་བསགས་ཚ་འཁྱོག་གི་དེ་འདྲས་ཀྱིས་སྐྱེ་བ་དང་གཞན་ཡང་དེ་ནི་སྐྱེ་བ་མང་པོའི་བར་དུ་དེ་ནི་སྨོན་ལམ་མང་པོ་བཏབ་པ་ལ་བརྟེན་ནས་ང་ཚོ་འདི་ཐོབ་པ་རེད། ད་སྐྱེ་བ་གཅིག་ཙམ་ཞིག་དང་སྨོན་ལམ་བཏབ་པ་ལ་བརྟེན་ནས་ང་ཚོ་དང་པོ། ནི་འདི་མི་ལུས་རིན་ཆེན་དེ་རང་ཐོབ་ཡ་ཡོད་མ་རེད་མི་ལུས་རིན་ཆེན་ཐོབ་པར་བྱེད་པ་ལ་དེ་ནི་མཆོད་པ་མཚན་ལྡན་ཅིག་དགོས་ཀྱི་རེད་དེ་ཐོབ་པ་དེ་བྱེད་པར་བྱེད་པ་ལ་མི་ཡག་པོ་ཅིག་དགོས་རེད་དགེ་བའི་བཤེས་གཉེན་མང་པོ་དང་འཕྲད་དགོས་ཀྱི་ཡོད་རེད་དེ་འཕྲད་ནས་ད་ང་ཚོ་མི་ལུས་རིན་ཆེན་ཞིག་ཐོབ་ཡོད་རེད་དེའི་ཐོག་ལ་དེ་ནས་འདི་གསུངས་ཏོ། ཁམས་གསུམ་བདག་པོ་སྔར་ཡང་ལན་བརྒྱར་བྱས་ངུར་སྨྲིག་རྒྱ་མཚན་གོས་པ་ད་རེས་བརྩམས་ཟིན་གསུངས་ཡོད་དུས་ད་ང་རང་ཚོ་དངོས་གནས་ཀྱི། ངུར་སྨྲིག་རྒྱ་མཚན་གོན་ཡག་གི་དུས་ཚོད་རག་ཡག་དེ་དུས་སྙིགས་མ་འདིའི་སྟེང་དུ་ང་ཚོ་དུས་ཚོད་རག་ཡག་དེ་དངོས་གནས་ཀྱི་བསོད་ནམས་དང་སྨོན་ལམ་རྒྱ་ཆེན་པོ་ཅིག་བཏབ་པ་ལ་བརྟེན་ནས་བྱུང་བ་རེད་མ་གཏོགས་ད་ག་ཟེ་བྱས་ནས་ཁྱོན་ནས་རག་ཡག་དེ་འདྲས་ཅིག་ཡོད་མ་རེད་མང་པོ་ཅིག་གིས་གསུངས་གི་འདུག་མི་ལུས་རིན་ཆེན་མི་ལུས་རིན་ཆེན་ཟེར་གི་འདུག་འདོད་ཀྱི་འཛམ་བུ་གླིང་ན་མི་མང་པོ་འགྲོ་གི་འདུག་མི་ནི། ད་འཛམ་བུ་གླིང་ནས་མ་ཤོང་པ་དེ་འདྲ་ཡོང་གི་ཡོད་རེད་གསུང་གི་ཡོད་རེད་དེ་ཡིན་ན་ཡང་དེ་ཚོ་ལ་མི་ལུས་རིན་ཆེན་གསུང་གི་མེད་པ་འདྲ། མི་ལུས་རིན་ཆེན་ཟེར་ཡ་དེ་ང་ཚོ་དམ་ཆོས་ཚུལ་བཞིན་དུ་སྒྲུབ་པར་བྱས་ཡ་གི་ལུས་རྟེན་གྱིས་བླངས་པ་ཡིན་ན་ད་འདི་ལ་མི་ལུས་ད་བྱོན་བཅོ་བརྒྱད་ཚང་བ་ཡིན་དུས་དེ་ནི་མི་ལུས་རིན་ཆེན་ཟེར་ཡ་དེ་ཡིན་ས་རེད་མ་གཏོགས་མི་ཡི་སྐྱེ་སྐྱེ་བ་ལེན་ཚད་ཚང་མ་ལ་མི་ལུས་རིན་ཆེན་ཅེས་གསུང་གི་ཡོད་ས་མ་རེད་དེ་ཡིན་དུས་ཛམ་བྷ་དངོས་གནས་ཀྱིས་དེ་ལ་ཐུགས་བསམ་བཞེས་པ་ཡིན་ན་ད་ལྟ་ད་སྤྱོད་འཇུག་ཟིང་ངེ་དེ་ཚོ་ཀི་ད་མང་པོ་མཁྱེན་གི་ཡོད་རེད་ཕྱག་དཔེ་མང་པོ་གཟིགས་ཉུང་ངེ་ཚོ་མཁྱེན་གི་ཡོད་རེད་ད་དགོང་ལོ་ཆུང་བ་ཆུང་བ། ཕན་ངེས་དུ་མཁྱེན་གྱི་ཡོད་མ་རེད། དེ་ཡིན་དུས་བརྩམས་པ་དངོས་གནས་དཀའ་ལས་ཁག་པོ་ཞེ་དྲག་དེ་དཔེ་དང་ངོ་བོ་དང་ད་མང་པོ་ཅིག་གསུངས་འདུག་བ་ད་ངས་རེ་རེར་བཞིན་དུ་ཞུས་ཤེས་ཀྱི་མི་འདུག་སྟེ། ཨོ་དེ་ཡིན་དུས་དེ་ཙམ་ཞིག་ལ་ཐུགས་བསམ་བཞེས་ནས་དེ་ནས་སོ་སོ་གྱིས་བླ་མའི་སྐུ་མདུན་ནས་ཐོབ་པའི་སྡོམ་པ་གང་དང་གང་ཡོད་པ་དེ་གསུང་དམ་ཚུལ་བཞིན་དུ་མཛད་རྒྱུ་དེ་དངོས་གནས་ཀྱི་གནད་འགག་ཆེན་པོ་ཞེ་བོ་ཞིག་མཐོང་གི་འདུག་དེ་ནས་ད་གཞུང་མང་བྱེད་དགོས་ཟེར་ཡ་གཅིག་དང། ཨ་ནི་སྐྱེ་བ་གཞུང་མང་ངས་སྨོན་ལམ་རྒྱག་གི་ཡིན་ཟེར་ད་དེ་ཁག་པོ་རེད་དེ་དཔེ་མི་སྲིད་ཁག་པོ་རེད་དེ་དེ་ཡང་མི་རྩི། སྔོན་ལ་ལྟེ་བ་སུ་ཞིག་རྟེན་གཞི་རྩ་གི་ཡིན་རྗེས་ལ་ང་ཆོས་སྒྲུབ་ཀྱི་ཡིན་ཟེར་ཡ་དེ་འད་ཀྱི་དུས་སྐབས་དེ་ཡང་དཀའ་ལས་ཁག་པོ་རེད་གང་ཡིན་ཟེར་ན་ད་ང་ཚོ་ནང་པའི་གི་ཆོས་ནང་གསུང་གི་དོ་ག་དུས་ཤིག་གི་རེད་ཧ་གོ་མི་ཤིས་ངེས་པ་རེད་དེ་ཤེས་ཡ་གི་དུས་ཚོད་ཧ་མ་གོ་ངེས་ཨོ་དེ་འད་ཡིན་དུས་བརྩམས་པ་དེ་ནི་ཚང་མ་ལོག་གི་དེ་ནས་ད་གཙོ་ཆེ་ཤོས་དེ་གང་ཡིན་གོ་ཚུལ་ནས་ཟེར་ཡ་དེ། དེང་འདིའི་དུས་སུ་ཤེས་བྱུང། སྦྱངས་པའི་ཡོན་ཏན་འདི་དཔེ་མི་སྲིད་གནད་འགག་ཆེན་པོ་ཡིན་ས་རེད། སྤྱི་དང་ནི་མང་པོ་གསུངས་འདུག། སྙན་མང་གི་བླ་མ་གོང་མ་ཚོས་མང་པོ་གསུངས་ཡོད་རེད་ད། ད་དེ་ཚོ་ཞུ་མ་གོ་བ་བྱས། ད། གནད་འགག་ཆེ་ཤོས་དེང་སང་བསམ་བློ་བཏང་པ་ཡིན་ན་མི་གི་གྲས་ལ་ཚུད་དགོས་ན་ཡོན་ཏན་དགོས་ཀྱི་ཡོད་རེད་མི་གི་གྲས་ལ་ཚུད་དགོས་ཀྱི་མེད་པ་ཡིན་ན་དེ་ད་གཡོག་པོ་རྒྱུགས་ཡ་གཅིག་པོ་བསམ་བློ་བཏང་བསྡད་པ་ཡིན་ན་ཁྱེད་རང་གི་གང་ཟག་ཤེས་ཡོན་དེ་འདྲའི་གང་ཡང་སྒུག་ཡོད་མ་ཁོ་མི་འོག་བསྡད་ནས་གཡོག་པོ་འགྱུར་བའི་རེ་བ་གཙང་མ་བཟོས་ཡ་དང་གཅིག་གད་སྙིགས་སྤོ་ཡ་ལ་སོགས་པ་དེ་འདྲས་ཀྱི་ཡོན་ཏན་དེ་འདྲས་གཅིག་པོ་བྱས་ཀྱི་བསམ་བློ་ཡོད་པ་ཡིན་ན་ད་དེ་འདྲས་རེད་མ་གཏོགས་དེ་ནི་གཅིག་བསྟན་པ་དང་སེམས་ཅན་གྱི་དོན་བྱེད་དགོས་བསམ་སོང་རྒྱ་ཆེ་ས་ནས་དེ་འདྲས་རེད་ཐ་ན་རང་ཉིད་རང་མགོ་ཐོན་ཡག་གི་ཆེད་དུ་ག་རེ་སྒུག་གི་ཡོད་རེད་ཟེར་ན་ད། ཡོན་ཏན་སྒུག་གི་ཡོད་རེད་ཡོན་ཏན་དེ་དཔེ་མི་སྲིད་ཀྱི་གནད་འགག་ཆེན་པོ་བཞི་བོ་གཅིག་རེད་དེ་ཡོད་རེད་དེ་ནས་ཚེ་འདི་ལ་ཡག་པོ་མ་བྱས་ན་སྐྱེ་བ་ཕྱི་མ་ཅོག་ལ་ནོར་ལ་རང་ཡིད་ལན་པ་འདྲ་འཇམ་མགོན་བླ་མས་གསུངས་པ་བཞིན་དུ་ཨོ་དེ་ལྟར་ཐུགས་ལ་བཞག་ནས་སེམས་ནང་ད་འདི་གི་ཡོན་ཏན་བསླབ་པའི་དུས་ཚོད་འདི་འདྲ་མང་པོ་ཅིག་གི་དེ་འདྲ་དགོངས་ཀྱི་ཡོད་རེད་དགེ་རྒན་ཡིན་མང་དྲགས་སོ་དགེ་རྒན་ཡིན་ཉུང་དྲགས་སོ་དུས་ཚོད་ངའི་དུས་ཚོད་འཕྲོ་བརླག་བཏང་སོང་ང་རྩེད་མོ་རྩྭ་ཡག་གི་དུས་ཚོད་མི་འདུག་ཟེར་ཡ་འདྲ་བོ་དང་ང་གྲོགས་པོ་མཉམ་དུ་སྐད་ཆ་བཤད་ཡའི་དུས་ཚོད་མི་འདུག་ད་དེང་སང། དེ་ཁ་པར་དེ་མང་པོ་ཡོད་དུས་དེ YouTube ཟེར་མཁན་དང Game ཟེར་མཁན་དེ་ད་མང་པོ་རྩ་ཡ་ཡོད་རོགས་ད་དེ་འདྲས་ཀྱི་དུས་ཚོད་གཅིག་པོ་ལ་ཐུགས་བསམ་མ་བཞེས་ནས། དེ་ནས་ད་དངོས་གནས་ཀྱི་དུས་ཚོད་བཟང་པོ་དེ་འདྲས་གཅིག་ལ་དེ་ནས་ང་ད་ཕྱི་ནང་ད་གཙོ་ཆེ་ཤོས་ང་རང་ཚོ་གར་སྦྱང་དགོས་ཡོད་རེད་ཟེར་ན་དེ་ནང་གི་ཡོན་ཏན་དེ་སྦྱང་དགོས་ཀྱི་ཡོད་རེད་ང་ནང་གི་ཡོན་ཏན་ཁ་ཤི་དོན་ངས་དེ། ནང་ལོག་སྒོམ་ཉམས་ལེན་གྱི་ཞུགས་མེད་ད་ལྟ་སྐབས་སུ་བབ་པ་དེ་སོ་སོ་གྱི། ཆོས་ག་རེ་བྱེད་ཀྱི་ཡོད་ན་དེའི་ཤེས་ཡོན་དེ་བཤད་དགོས་ཡ་དེ་དཔེ་མི་སྲིད་གནད་འགག་ཆེན་པོ་རེད་འདུག་དེ་ནས་ད་ཡང་མང་པོ་ཅིག་གི་དགོངས་ཀྱི་ཡོད་ཀྱི་རེད་ངས་བོད་སྐད་རྒྱག་པོ་རུ་ཞུས་པ་ཡིན་ན་མང་པོ་ཅིག་གི་དགོངས་ཚུལ་ལ་ཨོ་ད་ཁོ་རང་བོད་པའི་རིགས་ཅིག་ཡིན་དུས་ཙམ་པ་བོད་སྐད་རྒྱག་པོ་རུ་བོད་སྐད་རྒྱག་པོ་རུ་ཟེར་གྱི་འདུག་ད་དེ་འདྲའི་རྩ་བ་ཡིན་དུས་མི་རིགས་ཀྱི་དབྱེ་འབྱེད་ཟེར་གྱི་འདི་ང་དགའ་བོ་མེད་ངན་མི་ཅིག་ཡིན། རིགས་མཐོ་དམན་ཟེར་གྱི་འདི་ལ་ང་དགའ་བོ་མེད་ངན་ཅིག་ཡིན་ངས་རིགས་མཐོ་དམན་ཟེར་ཡ་དེ་ག་འདྲས་ཞུ་གི་ཡོད་ཟེར་ན། རིགས། ད་འཛམ་བུ་གླིང་གི་ནང་ལ་རྩིས་དུས་འཛམ་པ་རིགས་དམའ་ཤོས་དེ་ཡིན་པ་ཡིན་ན་ཡང་ད་འཛམ་བུ་གླིང་གི་རྩིས་ཐང་ཆེད་དུ་མི་རིགས་དམའ་ཤོས་དེ་ཡིན་པ་ཡིན་ན་དེ་གི་བསྟན་པ་དང་གྲྭ་བ་ཡིན་ན་བསྟན་པ་དང་བསྟན་པ་དང་འགྲོ་བའི་དོན་བྱེད་དེ་ནི་མི་དཀྱུས་མ་ཅིག་གྲྭ་བ་མིན་པ་ཡིན་ན་ཡང་དེ་ནི་ཅིག་འགྲོ་བའི་དོན་གང་དང་གང་རང་གོ་རང་གི་ལས་འགན་གྱི་བབ་པ་ཡིན་ན་དེ་ཚུལ་བཞིན་དུ་བསྒྲུབས་ནས་དངོས་གནས་མི་ལ་རོགས་སྐྱོར་ཡག་པོ་བྱེད་ཐུབ་ངེས་ཅི་ཡིན་ན་དེ་ལ་ང། དེ་ནས་དངོས་གནས་རིགས་བཟང་པོ་ཟེར་གྱི་ཡོད་མ་གཏོགས། རིགས་མཐོ་པོ་ཞིའུ་ཅི་རེད་རྒྱ་བོད་རིགས་རེད་བླུན་པོའི་རིགས་རེད་བྲམ་ཟེའི་རིགས་རེད་ཟེར་ངེས་ཅི་ཡིན་ན་ཡང་བསྟན་བཤིག་དགུ་ཤུ་ལོག་དེ་ངས་འཛམ་བུ་གླིང་གི་རིགས་དང་མི་མཐུན་པའི་ལས་ཀ་བྱས་དེ་ངེས་ཅི་ཡིན་ན། དེ་ང་རིགས་ཡག་པོ་རྩ་བ་ཡིན་བརྩི་གི་མེད་དེ་ང་གར་ཅན་ཞུས་རེད་ཟེར་ན་ཀླུ་སྡིངས་ཀྱི་རིགས་དེ་ད་ལྟ་རྩ་ཆེན་པོ་ཡིན་གསུང་གི་ཡོད་རེད་དེ་ཡིས་བྱས་དུས་ང་ཞུ་ཡས་ཀྱི་དེ་ནས་སྤོབས་པ་འདྲ་བོ་ཞིག་འདུག། ཡང་ང་རང་རིགས་སྐྱོ་པོ་བྱེད་ན་དེ་འདྲའི་ལབ་བདེ་བ་ཡིན་ན་ཨ་ཁོ་ཡང་རིགས་ཀྱི་ཁྱད་དབྱེ་བ་བྱེད་ཀྱི་འདུག་ཟེར་ངའི་དགོངས་ངས་ཡོང་གི་རེད་མ་གསུངས་ན་ཡང་དགོངས་ངས་ཡོང་གི་རེད་དེ་འདྲའི་རྩ་བ་ཉིད་ནས་མེད། ང་རང་རིགས་ཨའུ་ཙི་ཡིན། ཡིན་པའི་དབང་དུ་བཏང་གི་ཡོད་རེད་བོད་ལུང་པ་ལ་ཡིན་ན་གཅེས་སུ་རིགས་ཡག་པོ་ཡིན་དེ་ཡིན་དུས་ཙམ་པ་དེ་འདྲས་ཞུ་ཡས་ཀྱི་དེ་ནི་སྤོབས་པ་འདྲ་ཞིག་ལས་ཀྱི་འདུག་དེ་ཡིན་དུས་ཙམ་པ་རིགས་ཟེར་ཡས་དེ་ནི་རྩ་ཆེན་པོ་མེད། མདོར་ན་བསྟན་པ་དང་འགྲོ་བའི་དོན་བྱེད་ཐུབ་ངེས་བྱུང་ན་དེ་དངོས་གནས་དྲ་ནས་རིགས་བཟང་པོ་རེད་ག་བ་ཡིན་ན་ཡིན་རིགས་བཟང་པོ་རེད། ཨོ་དེ་འདྲ་ཡིན་དུས་རྩམ་པ་ང་མི་རིགས་ཀྱི་དབྱེ་འབྱེད་བྱེད་ཡ་དང་རིགས་མཐོ་དམན་ཟེར་མཁན་དེ་ཚོ་ལ་རྩ་བ་ཉིད་ནས་དགའ་བོ་མེད་དེ་ནས་ཡང་སོ་སོ་སོ་གི་རིགས་དེ་ལ་དམིགས་བསལ་གྱི་བྱེད་ཡ་དང་རྩ་ཡ་གཞན་དཔག་གི་རིགས་ལ་ངན་པ་བྱེད་ཡ་ཨོ་དེ་འདྲས་ཀྱི་བསམ་བློ་ཡང་རྩ་བ་ཉིད་ནས་བཏང་མ་མྱོང་ལ་དེ་འདྲས་བྱེད་ཡ་མ་མྱོང་ཡིན་ན་ཡང་སུའི་ལས་ཀ་ཡག་ག་བྱེད་གི་ཡོད་ན་དེ་ལ་ང་རྒྱབ་སྐྱོར་བརྒྱ་ཆ་བརྒྱ་སྙེ་མ་ནས་ཞུ་གི་ཡོད་ད་དུང་ཞུ་གི་ཡིན་མ་འོངས་པ་ལ་ཞུ་གི་རེད་དེ་འདྲས་ཡིན་དུས་རྩམ་པ་དེ་ཞུ་ཡ་ཡིན། འོ་དེ་དེ་ད་བོད་སྐད་དེ་ཚུ་ཞིག་ཞུས་ན་འོ་བོད་སྐད་དེ་ད་ང་རང་སྤྱི་ཐང་དེ་དེ་དགོན་པ་དེ་དེ་བོད་ནས་ཡིན་ན་གཙང་གི་ཕྱོགས་ལ་ཡོད་རོགས་གཞིས་ཀ་རྩེ་གི་ཉེ་འགྲམ་ལ་ཡོད་རེད་དེ་དགོན་པ་དེ་གི་སྐད་དེ་ག་རེ་རྒྱག་དགོས་རེད་ཟེར་ན་བོད་སྐད་རྒྱག་གི་ཡོད་རེད་འོ་དེ་ཙམ་དུ་མ་ཟད་པའི་དེ་འདི་ད་འདི་གི་འདི་རིགས་ཡིན་དུས་ཙམ་པ་ད་ཁྱེད་རྣམ་པ་དེ་ཁྱེད་རང་རྣམ་པ་འཁྲུངས་ས་ག་བ་ཡིན་ན་ཡིན་མི་རིགས་ག་རེ་ཡིན་ན་ཡིན་དེ་དགོན་པ་དེ་ལ་ཕེབས་ཚར་དུས་ཙམ་པ་དེ་བོད་སྐད་དེ་སུ་སྐྱོན་པ་ཡིན་ན་དེ་ནས་དང་པོ་དེ་ལ་བོད་སྐད་སྐྱོན་པ་དེ་གི་རྐྱེན་བྱས་ནས་ང་ཚོ་གཞུང་མ་མ་འོངས་པ་ལ་དཔེ་ཆ་གཟིགས་པའི་སྐབས་སུ་ཕན་ཐོག་ཆེན་པོ་ཡོང་གི་རེད་དེ་ནི་ཆགས་པའི་ག་རེ་གང་དང་གང་གཟིགས་པ་ཡིན་ན་མཚམས་ཆད་བོད་སྐད་ཡི་ནང་ལ་ཡོད་དུས་ཙམ་མ་མང་ཆད་ད་གནད་འགག་ཆད་ཕལ་ཆེ་དེ་དེའི་ནང་ལ་གསང་སྔགས་ཀྱི་ཆོས་དེ་དབྱིན་ཇིའི་སྐད་ལ་སོགས་པ་དེ་འདྲ་ལ་བསྒྱུར་ཡོད་མ་རག་དེ་ཡིན་དུས་ཙམ་པ་མང་པོ་ཅིག་བསྒྱུར་ཡོད་མ་རེད་དེ་ཡིན་དུས་ཙམ་པ་ཚང་ལ་མ་ནོར་བ་དེ་ང་ཚོ་བོད་ཡིག་ཐོག་ལ་ཡོད་རེད་བོད་ཡིག་ཐོག་ལ་ཡོད་པ་དེ་སྦྱང་དགོས་ཀྱི་ཡོད་རེད་སྦྱང་དགོས་དུས་ཙམ་པ་དེ་བོད་སྐད་མ་ཤེས་ན་བོད་ཡིག། དོན་དག་ཧ་གོ་མར་ཐལ་ཡིན་དུས་བརྩམས་པ་བོད་ཡིག་དེ་ཐིག་གི་རྒྱུ་མཚན་ཞུ་ཡི་མ་འདུག་ངས་རིགས་ལ་ད་ཕྱིན་ཁོང་དུ་ཞུས་པ་བཞིན་དུ་རིགས་དེ་ང་ཁྱེད་པ་རྩ་བ་ཉིད་ནས་མཐོང་གི་མི་འདུག་ང་ཐེངས་དེ་ཡིན་དུས་ད་ཚང་མ་གི་དགོང་ལོ་ཆུང་ཆུང་ཡིན་ད་ད་ད་ཁྲ་བ་ཡག་གི་དུས་ཚོད་ཡིན་དེ་འདྲའི་མ་དགོངས་པ་བྱས་དེ་དུས་ཚོད་ཁྲ་ལག་མ་བཏང་དེ་ནས་ད་ནམ་གྱི་ཆ་མེད་རེད་ག་དུས་ཤི་གི་ཡོད་ཧ་གོ་མ་རེད་དེ་ཡིན་དུས་དེ་ནས་ཤེས་ཡོན་ལ་རྟོག་བཟོ་ཅིག་དོ་སྣང་གནང་རོགས་གནང་ཞུ་གི་ཡིན་དོ་སྣང་རྒྱ་ཆེན་པོ་གནང་རོགས་གནང་ཞུ་གི་ཡིན། དེ་དེ་བཞིན་དུ་ཤེས་ཡོན་བསླབ་ངེས་ཀྱི་ད་ལྟ་ང་རང་ཚོ་རྒྱུད་གྲྭ་མཁན་པོ་རྣམ་པ་ཚོ་བཞུགས་ཡོད་རེད་དགེ་རྒན་རྣམ་པ་ཚོ་བཞུགས་ཡོད་རེད་དེ་ནི་གཞན་ཡང་དེ་ནི་སོ་སོར་བསླབ་སྟོན་གནང་ངེས་ཀྱི་དགེ་བའི་བཤེས་གཉེན་ཐ་ན་འདོན་ཆོག་ཡི་གེ་བསླབ་ངེས་ཀྱི་དགེ་བའི་བཤེས་གཉེན་དེ་ཚོ་ཡིན་ན་རེད་ཡི་གེ་བྲིས་ཡས་དང་འདོན་ཡས་བསླབ་ངེས་ཀྱི་དགེ་བའི་བཤེས་གཉེན་དེ་ཚོ་ཡིན་ན་ཡང་དེ་ཚོ་ལ་དངོས་གནས་ཀྱི་བརྩི་འཇོག་ཞུ་ཡས་དང་གུས་བཀུར་ཞུ་ཡ་དང། དེ་གིས་ང་ཚོ་ལ་བླང་དོར་གྱི་ལམ་སྟོན་མཁན་དེ་ཡིན་དུས་ཙམ་པ་དེ་ལ་བརྙན་ལས་བྱེད་ཡ་དང་དེས་ཅིག། ཅིག་ག་ཟེར་བ་རེད་གཡས་ལ་རྒྱུགས་ཟེར་དུས་ཙམ་མ་ཟློས་བཞིན་དུ་འགྲོ་འགྲོ་དགོས་ངེས་དེ་འདྲའི་བྱེད་པ་ཡིན་ན་རྩ་བ་ཉིད་ནས་ཡག་པོ་ཡོད་མ་རེད། གུས་བཀུར་དང་བརྩི་བཀུར་དང་དགའ་པོ་ཞུ་དགོས་ཀྱི་ཡོད་རེད་དགེ་རྒན་གྱི་ཆ་ནས་ཡིན་ན་མ། སློབ་ཁྲིད་གནང་ངེས་ཙམ་གྱི་ཆ་ནས་ཡིན་ན་ཡང། དེ་ནི་སློབ་མ་ཚོ་ལ་ཐུགས་བརྩེ་བའི་སྒོ་ནས་རྗེས་སུ་འཛིན་ནས་དེ་ནི་རྒྱུགས་པགས་དང་བཀའ་རྒྱུད་རྐྱང་རྐྱང་ཐོག་ནས་འཕེལ་དགོས་ན་དཀའ་ལས་ཁག་པོ་རེད་དེང་སང་དུས་ཚོད་དེ་འདྲའི་ཆེད་སླེབས་དེ་ཡོད་རེད་དེ་ཡིན་དུས་བརྩམས་པ་དེ་ནི་ཐབས་ཤེས་མང་པོ་བཏང་ནས་ད་སློབ་སྦྱོང་ཡག་པོ་མི་བྱེད་མཁན་དེ་ཚོ་ལ་རྡུང་ཡག་གི་ཚབ་ལ་དེ་བསླབ་བྱ་བརྒྱབ་ནས་སྨྱན་མང་གི་སངས་རྒྱས་དང་བྱང་ཆུབ་སེམས་དཔའ་བླ་མ་གོང་མ་རྣམས་ཀྱིས་ཆོས་ཀྱི་དོན་དག་ལ་དཀའ་ལས་ག་ཚོད་བརྒྱབ་ཏུ་དེའི་རྒྱབ་ཚ་དུས་ཙམ་པ། སེམས་ཅན་མང་པོ་ག་ཚོད་ལ་ཕན་ཐོགས་དེ་ཐོབ་ཚ་ཡོད་ཅེས་ལ་སོ་སོ་གི་ཁོང་རང་གི་རྒྱུད་ལ་དེ་ནི་ཉམས་མྱོང་ཉམས་ག་ཚོད་ཉམས་སུ་མྱོང་བ་ཡག་པོ་བྱུང་བ་ལ་བརྟེན་ནས་དེ་ནི་མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་དང་དེ་ནི་ད་དེ་ཚོ་ད་ང་ཚོ་འགོ་ཚོས་གི་མར་དེ་འཇའ་ལུས་ལ་ཕན་ངེས་མང་པོ་ཡོད་རེད་ཐུགས་དམ་ཞུ་ངེས་མང་པོ་འདུག་བ་དེ་འདྲས་གི་དེ་ཚང་མ་ག་ནས་ཡོང་གི་ཡོད་རེད་ང་ཚོ་གི་དེ་ཤེས་ཡོན་སློབ་སྦྱོང་ཡག་པོ་བྱས་པའི་གྲུབ་འབྲས། དེ་ལ་བརྟེན་ནས་ཡོང་གི་ཡོད་རེད། དེ་འདྲས་ཡིན་དུས་བརྩམས་པ་དེ་འདྲས་ཀྱི་བསམ་བློ་བཏང་ནས་དེ་ནི་ཐ་ན་དེ་ངས་དགེ་རྒན་བྱེད་དགོས་བསམ་བསམ་དང་ངེད་ཀྱི། ཅེས། སེམས་ཅན་གཞན་པ་ལ་ངས་ཆོས་བཤད་ནས་ངས་ཕན་ཐོགས་དགོས་བསམ་བསམ་དང་ཡང་འདི་དགེ་རྒན་བྱེད་དུས་བརྩམས་པ་ང་རང་གི་སྟོབས་ཕོག་དང་གླ་ཕོག་གི་དོན་དག་ལ་བྱེད་ཀྱི་ཡོད་བསམ་བསམ་དེ་འདྲས་དགོངས་བསྡད་པ་ཡིན་ན་ནི་ད་སེམས་བསྐྱེད་དེ་རྒྱ་ཆུན་ཆུན་རེད་དེ་ཡོད་རེད་ད་གཙོ་བོ་དེ་བསྟན་པ་དང་སེམས་ཅན་གྱི་དོན་ང་རང་ཚོ་དགེ་འདུན་གྱི་གྲས་ནང་ལ་རྫུས་ཚ་དུས་ཙམ་པ་བསྟན་པ་དང་སེམས་ཅན་དེ་གཙོ་བོར་བྱས་ནས་དེ་ང་ཚོས་དེ་བྱེད་དགོས་རེད་དེ་བསླབ་ངེས་ཀྱི་དེ་ནི་དགེ་རྒན་རྣམ་པ་ཚོ་ལ་དངོས་གནས་གུས་ཞབས་ཞུ་དགོས་རེད་དགེ་རྒན་རྣམ་པ་ཚོ་ཡིན་ན་ཐུགས་བརྩེ་བའི་སྒོ་ནས་མ་བསླབ་བྱ་སྐྱོན་ཡག་རེད་ད་ཅིག་གོང་དུ་ཞུས་པ་བཞིན་དུ་རེད་དེ་དག་ད་ངས་ཡག་པོ་ཞུ་ཤེས་ཀྱི་མི་འདུག་ཨོ་དེ་དག་ཐམས་ཅད་གནང་རོགས་གནང་ཟེར་ནས་ཡར་མར་གཉིས་ཀ་གིས་གཅིག་གིས་གཅིག་ལ་དེ་ནི་གུས་ཞབས་ཞུ་དང་བརྩེ་བ་གནང་ཡ་དེ་དཔེ་མི་སྲིད་གནད་འགག་ཆེན་པོ་རེད། འོ་དེ་ཞུ་ཡ་ཡིན་དེ་ཙམ་ནས་མ་ཟད་པའི་དེ་ནི་ང་རང་རྡོ་རྗེ་སློབ་དཔོན་རྣམ་པ་ཚོ་ཞུགས་ཡོད་རེད་དེ་ཚོ་ལ་ཡིན་ན་ཡང་ཁོ་རང་ཚོ་དགོངས་ཀློག་གི་ཆ་ནས་ཡིན་ན་ཡང་མཐོ་བ་རེད། དེ་ནི་སྡོམ་པ་གི་ཐོག་ནས་བསམ་བློ་བཏང་པ་ཡིན་ན་མཐོ་བ་རེད། ཐ་ན་དྲི་མ་སོ་གཅིག་ཡན་ཆད་ཀྱིས་ཀྱང་གསུངས་ཡོད་རེད་དེ་ང་ཚོ་དགེ་ཚུལ་སློང་གྲུབ་སྟེ་ཤིང་གཅིག་ཞག་གི་ཐོག་བདུན་ལ་ཉི་མའི་ནང་དེ་གི་དྲི་མ་གཅིག་དང་ཕྱེད་ཀ་དེ་འདྲས་ཀྱི་ཡིན་ན་ཡང་དེ་ནི་གོ་ས་མཐོ་དམན་ཡོང་གི་རེད། དེ་ཡིན་དུས་ཙམ་པ་རྡོ་རྗེ་སློབ་དཔོན་རྣམ་པ་ཚོ་དེ་འདྲས་ཀྱི་ཐོག་ནས་གོ་ས་ཡོན་ཏན་གྱི་ཐོག་ནས་གོ་ས་ཨོ་ད་དེ་འདྲས་ཡིན་དུས་ཙམ་པ་དེ་ཚོ་ལ་ཡང་བརྩི་བཀུར་དང་དེ་ནི་གུས་ཞབས་ཞུ་དགོས་ཁོང་རྣམ་པས་ཡིན་ན་ཡང་མ་ཁོང་རང་ཚོ་ལ་ཆུང་ང་ཚོ་ལ་ཅིག་བསླབ་སྟོན་ཞུས་པ་ཡིན་ན་དེ་ཚོ་ལ་ཡང་ཐུགས་བརྩེ་བས་རྗེས་སུ་བཟུང་ནས་མ་ཏོ་ཡང་ད་ག་ཅིག་བསྙེན་ལས་ལ་སོགས་པ་དེ་འདྲས་ཅིག་གནང་བསྡད་པ་ཡིན་ན་དེ་ནི་ཡག་པོ་ཡོད་མ་རོ། ཨོ་དེ་འདྲས་ཡིན་དུས་དེའི་ཐོག་ལ་ཐུགས་བསམ་བཞེས་རོགས་གནང་ཟེར་ནས་ཞུ་ཡ་ཡིན།

སྒྲིག་ལམ་ཀུན་སྤྱོད། གནང་ཡ་དེ་དཔེ་མི་སྲིད་གནད་འགག་ཆེན་པོ་འདུག་འཇང་དགོན་ས་པཎ་གང་གསུང་དུ་ནང་ལ་ཡོན་ཏན་ཀུན་ལྡན་ཡང་ཆ་ལུགས་ངན་ན་ཀུན་གྱིས་བརྙས་ཟེར་གསུང་དེ་གི་ཡོད་རེད་ཆ་ལུགས་ངན་ན་ཟེར་དུས་ཙམ་པ་དེ་ནི་ད་འཇིག་རྟེན་མ་དད་གྱུར་པའི་གི་ལས་ཀ་བྱས་བསྡད་པ་དེ་འཇིག་རྟེན་མ་དད་གྱུར་པ་ཟེར་ན་དེ་ནི་ད་མི་སྐྱ་ཕོ་མོ་རྣམས་ཀྱིས་དད་པ་བྱས་ཡ་གི་ཚབ་ལ་དེ་ནི་རྒན་མོ་ཤོར་ཡ་དང་དད་ལོག་སྐྱེས་ཡ་དང་དེ་འདྲས་གི་ཕྱག་ལས་མ་གནང་རོགས་གནང་ཟེར་ནས་ཞུ་ཡ་དེ་འདྲས་ཡིན་ད་ང་ཚོ་དེང་སང་མང་པོ་ཅིག་གི་འདི་གསུང་དེ་གི་འདུག་ད་དེང་སང་ང་རང་ཚོ་བོད་མི་མང་ཚོགས་ཀྱི་མི་སྐྱ་ཕོ་མོ་ཚོ་གི་གྲྭ་བ་ལ་གུས་ཞབས་ཞུ་གི་མི་འདུག་ངས་ནི་མི་སྐྱ་ཚོ་ལ་ཁག་ཡོད་མ་རེད་ཞུ་གི་ཡོད་གྲྭ་བའི་སྤྱོད་ལམ་ལ་ལྟ་ནས་ཁོང་ཚོ་གི་ད་ལས་ཀ་བྱེད་སྟངས་བྱེད་གི་ཡོད་དུས་ཙམ་ང་རང་ཚོ་གི་འགྲོ་སྟངས་བསྡད་སྟངས་དེ་ཡག་པོ་མེད་ན་དེ་ནི་ད་འདྲ་འདྲ་ཆགས་ས་རོགས་ཁོང་ཚོས་ག་རེ་བྱེད་གི་ཡོད་པ་དེ་ང་ཚོས་བྱེད་ཁོང་ཚོ་ད་སངས་རྒྱས་ཀྱི་སྲས་ཀྱི་མིང་དེ་ཁྱི་ནས་ཨ་ནི་ད། ལས་ཀ་དེ་ད་མི་དཀྱུས་མ་གི་ལས་ཀ་བྱས་བསྡད་པ་ཡིན་ན་དེ་སུས་གུས་ཞག་ཞུ་གི་མ་རོག་དེ་ང་རང་ཚོའི་ནོར་འཁྲུལ་རེད་མ་གཏོགས་དེ་མི་སྐྱ་ཕོ་མོ་ཚོའི་ནོར་འཁྲུལ་རྩ་བ་ཡིན་མ་རེད་ཡག་པོ་ཞིག་གནང་དང་དེང་སང་དགེ་བཤེས་ཡག་པོ་དེ་འདྲས་དང་བླ་མ་ཡག་པོ་དེ་འདྲས་དགེ་འདུན་པ་ཡག་པོ་དེ་འདྲས་ལ་མི་སྐྱ་ཕོ་མོ་ཚོ་གི་གུས་ཞབས་ཞུ་གི་འདུག་བ་དེ་ཚོ་ལ་ཡག་ཐག་ཆོད་ཞུ་གི་ཡོད་རེད་དེ་ཡིན་དུས་ཙམ་པ་དེ་ང་རང་ལ་ང་རང་སྤྱོད་པ་དེ་ལ་བལྟས་ནས་ཨ་ནེ་གུས་ཞབས་མ་ཞུས་དུས་དེ་ད་ད་དེང་སང་མི་རྒྱ་ཚོགས་ཀྱི་གྲྭ་བ་ལ་གུས་ཞབས་ཡོད་མ་རེད་ད་ཆོ་ཁྱོད་ནས་ཡོད་མ་རེད་བོད་མི་བོད་མི་མང་ལ་ཅིག་དད་པ་ཡོད་མ་རེད་དམ་ཚིག་ཡོད་མ་རེད་གསུང་མཁན་དེ་འདྲའི་མང་པོ་འདུག་ང་དེ་ཚོ་ལ་རྩ་བ་དབྱིས་ནས་རྒྱབ་སྐྱོར་ཞུ་གི་མེད་རང་གི་ཚུགས་ཟིན་རང་གི་སྐྱེས་སྦྱངས་ཀྱི་ཡོན་ཏན་ཡག་པོ་ཡོད་པ་ཡིན་ན་རང་བཞིན་གྱིས་མི་དེ་ཚོ་གི་དེ་ནི་ང་ཚོ་ལ་དེ་གུས་ཞབས་ཞུ་གི་རེད་རང་བཞིན་གུས་ཞབས་ཞུས་འགྲོ་གི་རེད་ཁོ་རང་བཞིན་རེད་དེ་ཨོ་དེ་ཡིན་དུས་ཙམ་པ་བརྩི་བཀུར་ཞུ་གི་རེད་དེ་ཚོ་ཚང་མ་རང་བཞིན་ཡིན་དུས་དེ་ནི་དེ་འདྲའི་གནང་རོགས་གནང་དེ་ནི་ཐ་ན་དེ་ནི་དབུ་སྐྲ་བཞག་སྟངས་ཡིན་རྗེས་དེ་ང་ཚོ་དེ་ལ་ད་དངོས་གནས་དབུ་སྐྲ་བཞག་སྟངས་དེ་དཔེ་ཡག་པོ་འདུག་ད་འདོད་ཕ་དུ་དེ་ཚང་མ་གི་དབུ་སྐྲ་ཐུན་ཐུན་བཞག་གནང་གི་འདུག་དེ་ནི་ཏོག་ཙེ་རིང་པོ་ཡོད་ན་དེ་ནི་ཡང་དགེ་རྒན་རྣམ་པ་ཚོར་དུ་རྡོ་རྗེ་སློབ་དཔོན་རྣམ་པ་ཚོ་དེ་ནི་དགེ་བསྐོས་དགོས་གལ་སུན་མི་འདུག་ཆོས་ཁྲིམས་ཀྱིས་དེ་ནི་མ་གསུང་གི་གསུང་གི་གནང་དེ་ཡང་ཆོས་ཁྲིམས་ཁ་ཤས་ངར་པོ་ཡོད་རེད་ཁ་ཤས་ངར་པ་ཡོད་མ་རེད་དེ་ཡིན་དུས་བརྩམས་པ་ཡང་ངར་པོ་འདུག་ནི་འདུག་ཡང་དེ་ཚོ་ཡང་ཏོག་ཙེ་ཅིག་ཡག་པོ་ཡོད་ས་མ་རེད་བསམ་གི་འདུག་དེང་སང་དུས་ཚོད་ལ་ད་མིག་ལ་ཅིག། བསླབ་བྱ་དོགས་སུ་བསྐྱོད་ན་བསླབ་བྱ། བསྐྱོད་ནས་བསླབ་མ་ཁ་ན་དེ་ནི་ད་ལས་གོང་ལས་ཡག་གསུངས་ནས་ད་དེ་ཁོས་དེ་འདྲ་དེ་འདྲ་བྱེད་ཀྱི་འདུག་ཟེར་དང་དེ་ནི་ཏོག་བཀའ་བཀྱོན་གནང་ན་འགྲིག་གི་རེད་བཀའ་བཀྱོན་གནང་ཤག་ན། ང་ཚོ་གྲྭ་བ་རྒན་པ་ཚོ་དངོས་གནས་ཀྱི་ཁོ་ཚོ་གི་ཆོས་དང་མི་མཐུན་པའི་ལས་ཀ་བྱེད་ཀྱི་ཡོད་ན་རེད་དང་ཡང་རང་གི་དོན་དག་གི་ཆེད་དུ་ཡང་ཕ་སྐད་དེ་ལ་ཁག་བཞག་ནས་ཆོས་དང་མཐུན་པའི་ལས་ཀ་བྱེད་ཀྱི་མི་འདུག་ཟེར་དེ་འདྲ་གསུངས་བསྡད་པ་ཡིན་ན་ཡང་དེ་རྫུན་རེད་རྫུན་ཡིན་ན་ད་སྡུག་ག་རེད་སྡུག་ག་ཡིན་ན་ཡག་པོ་གང་ཡང་མ་རག་དེ་ཡིན་དུ་བརྩམས་པ་དེ་འདྲས་མ་ཡིན་གྱི་ཆེ། དེ་ཕར་ཕྱོགས་དེ་གི་འཕེལ་སྟངས་བདེ་སྟངས་འགྲོ་སྟངས་ཟ་སྟངས་འཐུང་སྟངས་ད་ཐ་ན། ལག་པ། མི་དེ་ཚོ་མཛུ་གུ་བསྟན་ན་སྡུག་ག་བརྩི་གི་ཡོད་རོ་ད་ལྟ་ང་ཚོ་སྤྱོད་འཇུག་དེ་ནང་སེ་ལག་པ་ཚང་མ་སྙིག། ལག་པ་ཆ་ཚང་བཅས་བསྟན་ནས་དེ་འདི་འདྲས་བྱེད་དགོས་ཀི་རེད་ཟེར་ནས་གསུངས་ཡོད་རེད་འོ་ད་དེ་འདྲས་ཡིན་དུ་བརྩམས་མདོར་ན་ཡ་རབས་སྤྱོད་བཟང་གི། ཁ་མིག་ཡ་ད། ཁ་མིག་ཡ་ད་དེ་ཡང་ཡ་ངས་ཅིག། དེ་ལ། ཅིག་ཞུས་པ་ཡིན་ན་ཁ་མིག་ཡ་ད་ཟེར་ཏེ་བཞུགས་ཁྲི་མཐོ་པོ་གང་ལ་བསྡད་ངས་ཅིག་མི་ཅིག་ལ་ཁ་མིག་ཡ་ད་ཟེར་གྱི་ཡོད་མ་རེད་གོ་ས་མཐོ་བོའི་མི་ལ་བསྡད་ཡ་ལ་དེ་ཁ་མིག་ཡ་ད་ཟེར་གྱི། སྤྱོད་ལམ་སུས་ཡག་ག་བྱེད་ཀྱི་འདུག་ཚུལ་དང་མཐུན་པ་སུས་བྱེད་ཀྱི་འདུག་དེ་ལ་བལྟ་ཡ། ཁོ། གྲས་དམའ་ཤོས་དེ་ལ་བསྡད་ཀྱི་ཡོད་པ་ཡིན་ན་ཡང་ཁོ་གི་སྤྱོད་ལམ་དེ་ཚུལ་དང་མཐུན་པ་བྱེད་ཀྱི་ཡོད་ན་སྒེར་ཚུགས་སློང་གི་ཡིན་ན་རེད། སུ་དང་སུ་ཡིན་ན་རེད་དེ་ཚོ་གི་སྤྱོད་ལམ་ཚུལ་དང་མཐུན་པ་བྱེད་ཀྱི་ཡོད་ན།

དེ་ནས་ད་སྒོམ་པའི་དངོས་ཆས་དེ་ཚོ་ལ་དངོས་གནས་བདག་པོ་ཡག་པོ་སྐྱོ་དགོས་འདུག་རང་གི་ལས་འགན་བསྐོས་པ་ཡིན་ན་ད་ལོས་ཡིན་ཏེ་ལས་འགན་མེད་པ་ཡིན་ན་ཡང་ང་རང་ཚོ་ས་སྤྱོད་བཅོམ་ལྡན་འདས་ཀྱི་ཁྱིམ་ནས་ཁྱིམ་མིན་པ་རབ་ཏུ་བྱུང་ཟེར་ད་ང་ཚོ་གྲྭ་བ་བྱས་ཚར་བའི་ཞུ་གུ་ལ་ད་གྲྭ་བ་ལོག་ན་སྐད་ཆ་ཁ་ཁ་རེད་མ་གཏོགས་གཞན་ད་ཚར་ས། རྒས་ས། ཤི་ས། ད་གདན་ས་ད་ཚང་མ་དེ་རེད་དེ་ཡོད་དུས་དེ་འདི་དགོན་པ་འདི་དགོན་པ་གང་དང་ཡིན་ན་རེད་སློབ་གྲྭ་གང་དང་ཡིན་ན་དེ་ང་མང་པོ་གཅིག་གིས་འདི་དགོང་གི་ཡོད་སར་འདི་མགྲོན་ཁང་འདྲ་བོ་ཅིག་ཡིན་བསམ་ནས་གནས་སྐབས་ཅིག་གདན་ས་ཡིན་མཐའ་མ་ང་ལོ་ཉི་ཤུ་ཆགས་སོང་ན་དེ་ཡང་ང་ཕ་ཡུལ་ལ་འགྲོ་ནས་དེ་ང་ཞིང་ཁ་བཏབ་ཡ་ཡིན་ན་རེད་ཁང་ཚོང་རྒྱག་ཡ་ཡིན་ན་རེད་ད་ངའི་ཕ་མ་སྤུན་རྒྱ་ཚོར་རོགས་པ་བྱེད་གི་ཡོད་བསམ་སོང་དེ་འདྲའི་རྩ་བ་ཉིད་ནས་དང་པོ་ནས་སེམས་བསྐྱེད་དེ་མ་དགོངས་རོགས་གནང་ཞུ་གི་ཡིན་དང་པོ་སེམས་བསྐྱེད་དེ་ལ་ང་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ཡིན་དུས་ཙམ་ང་དགོན་པ་འདི་ལ་ཚར་དགོ་ཤི་དགོ་ད་ན་དགོ་ཚང་མ་དེ་ས་དེ་གང་བྱེད་དགོ་བསམ་བསམ་གྱི་བྱུང་བ་ཡིན་ན་དེ་ནི་དགོན་པ་དེ་ལ་ཞེན་ཁོག་ཡོང་གི་རེད་དེ་ལ་དེ་ཞེན་ཁོག་ཡོད་པ་བཞིན་དུ་དེ་ནི་དངོས་གནས་ཀྱི་སེམས་པ་གདིང་ནས་དེ་ནི་དགོན་པ་དེ་ལ་བརྩེ་བ་ཟེར་ན་མི་འདུག་ད་དེ་ཅིག་ང་རང་གི་ཡིན་བསམ་བསམ་ཅིག་ཨོ་དེ་འདྲས་ཀྱི་མཛད་སྒོ་ཡོད་རེད་དེ་མ་གཏོགས་མགྲོན་ཁང་གི་གནས་སྐབས་ཀྱི་ང་རང་བསྡད་ས་ཡིན་མཐའ་མ་ང་འགྲོ་དགོས་ཡོད་བསམ་བསམ་འདི་འདྲས་ཀྱིས་བསམ་བསྡད་པ་ཡིན་ན་དང་པོ་ནས་ཡོང་ཡག་གི་སེམས་བསྐྱེད་ཁོ་རང་ནོར་བསྡད་ཡོད་རེད་སེམས་བསྐྱེད་ནོར་སོང་ན་དེ་ལས་ཀ་ཚང་མ་ཕྱུགས་ཚར། ད་ལྟ་དབང་སྐབས་ལ་བསྡོད་བ་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ་ཟེར་དུ་འོ་ནམ་མཁའི་མཐའ་དང་གཟིགས་དོ་དེ་དང་པོ་སེམས་བསྐྱེད་དེ་གནད་འགག་ཆེན་པོ་ཡིན་པས་རྒྱུ་མཚན་གྱི་བླ་མ་ཚོས་དབང་རེ་རེ་བཏོན་ཏེ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ཟེར་ནས་སྐད་ཆ་བཤད་བསྡད་ཀྱི་འདུག་བ་དེ། དབང་མང་པོ་ཞུ་མཁན་དེ་ཚོ་མ་ཤེས་པ་གང་ཡོད་མ་རེད་དེ་ཡིན་ན་ཡང་བརྗེད་འགྲོ་གི་ཡོད་རེད་ང་ཚོ་རྟག་པར་བརྗེད་ཀྱི་ཡོད་རེད་དེ་ལ་གསལ་འདེབས་ཀྱི་ཚུལ་དུ་དེ་ནི་སེམས་ཅན་ཐམས་ཅད་ཀྱི་དོན་དུ་གཟིགས་པ་ད་དེ་ཡིན་དུས་བཙན་པ་ནི་ང་རང་གི་སེམས་བསྐྱེད་དེ་དང་པོ་དགོན་པ་ལ་ཞུ་དགོས་ཀྱི་ཡོད་སེམས་བསྐྱེད་དེ་ང་བསྟན་པ་སེམས་ཅན་གྱི་དེ་འདྲའི་བསམ་བློ་མ་བཏང་ན་ཡང་ང་དགོན་པ་དེ་ནང་ལ་བསྡད་དགོས་ང་གྲྭ་བ་ཡག་པོ་བྱེད་དགོས་བསམ་བསམ་ཅིག་གིས་བསྡད་པ་ཡིན་ན་དེ་དེ་ལ་བལྟས་ནས་དེ་ནི་སོ་སོ་གི་རྒྱུད་ལ་དེ་གང་ཞིག། བསྒོམ་པ་དེ་ལ་དེ་ནི་ཞེན་ཁོག་སླེ་ཡ་དང་ལྷག་བསམ་སླེ་བ་དང་འོ་ཐ་དེ་འདྲ་ཡོད་འགོ་ཡོད་རེད་དེའི་འདིར་རྩམ་པ་ད་ཅིང་སྔོན་ཆད་ཀྱི་སྐོར་དེ་ཞུས་པས་ཡིན་དེ་ནི་དཔེར་ན་ཉི་མ་ལ་ལྷག་དེ་ངས་འདྲ་བོ་ཆབ་པའི་དཀྱིལ་ལ་ལྷག་དེ་ངས་འདྲ་བོ་དེ་ནི་ཅིག། ད་དེ་ལ་ང་ཚོ་སྤེའུ་མང་པོ་ཡོད་རེད་སྤེའུ་དེ་ཚོ་གི་ལྕགས་ལ་ལྕགས་སྒྲོག་བྱེད་ཀྱི་ཡོད་པ་དེ་འདྲས་གཟིགས་སོང་ན་ད་དེ་ལ་ད་ང་ཚོ། སེམས་ཅན་ལ་གནོད་འཚེ་སྤངས་དགོས་རེད་དེ་ཡིན་ན་ཡང་ཏིག་ཕག་ཀྲོག་བཞག་ན་འགྲིག་གི་ཡོད་རེད་གསུང་གི་འདུག་དེ་ཡིན་དུས་ཙམ་མ་ཏིག་ཕག། ད། རྡོ་བྲག་ཅིག་ཡིན་གཅིག་མིན་གཅིག་ཁོ་མགོ་ལ་ཞུགས་གི་མ་རེད་གཟུགས་པོ་ལ་ཞུགས་གི་མ་རེད་ཐག་རིང་པོ་ལ་ཞུས་ནས་དེ་ནས་སྐད་སྒྲ་བརྒྱབ་ན་ཏོག་སོགས་སུ་འཕེན་གི་རེད་དེ་དེ་བཞིན་དུ། དེ་ནས་རྒྱ་གླིང་ལ་སོགས་པ་ཕྱིར་ལོག་ལྷག་དེ་ཡིན་ན་དེ་ཚོ་ཡར་བསྡུས་གནང་ཡ། དེ་ནས་བཞུགས་གདན་དེ་འདྲས་ཕྱིར་ལོག་ལྷག་དེ་ན་དབུ་ཞྭ་རེད་གང་དང་གང་ཡིན་པ་དེ་དག་ཐམས་ཅད་དེ་ནས་དངོས་ཆས། ཆེ་ཕྲ་ཆུང་གསུམ། དེ་དག་ཐམས་ཅད་ལ་དེ་ནི་བདག་པོ་ཡག་པོ་སྐྱོན་རོགས་གནང། སོ་སོའི་ཁང་པ་ཡིན་བསམ་ནས་བདག་པོ་སྐྱོན་རོགས་གནང་ཞུ་གི་ཡིན། དེ་གང་ཡིན་ཟེར་ན་ང་རང་ཚོ་བོད་ཆོས་དང་ཡག་གི་ལྕགས་ལག་རྐྱང་རྐྱང་རེད་དེ་ཡོད་རེད་དེ་འཆག་སོང་ན་ང་རང་ཚོ་བོད་ཆོས་དང་ཡག་གི་ལྕགས་ལག་ཅིག་ཉུང་འགྲོ་གི་རེད་མང་པོ་ཅིག་གིས་དེ་བསྐུང་གི་ཟེར་ཨ་དེ་གཞུང་གི་རེད་གཞུང་གིས་བཟོ་འགྲོ་གི་རེད་གཞུང་གི་གཅིག་རེད་གཉིས་རེད་ཟེར་ནས་དེ་འདྲས་མ་བསྐང་རོགས་གནང་གཞུང་ཟེར་ན། ཁྱེད་རྣམས་པའི་དཀའ་ལས་བརྒྱབ་ནས་དེ།

དེ་ནས་སྔོན་ནག་ཚེ་ནས་དེ་ལས་ཀ་བྱེད་ཁ་ཤས་ཀྱི་ཉིན་མཚན་གཉིས་ལ་པད་ཁོ་ར་བསམ་བློ་བཏང། ནད་པ་མ་ཆགས་ཀྱི་བར་དུ་ལས་ཀ་བྱེད་བསམ་བློ་གི་ལས་ཀ་བྱེད་ཁ་ཤས་ཀྱི་ལུས་ཀྱི་དཀའ་ངལ་བརྒྱབ་ནས་དེའི་དཔེ་ཤག་དེ་བསགས་ནས་དེ་ང་ཚོ་ལ་ཕུལ་གྱི་ཡོད་ར་དེ་དངོས་གནས་སྡིག་པ་ཆེན་པོ་ཞེའུ་རེད་དེ་འཕྲོ་བརླག་བཏང་པ་ཡིན་ན་དཔེ་མི་སྲིད་ཀྱི་སྡིག་པ་ཆེན་པོ་རེད་དེ་ཡོད་རེད་དེ་ཡིན་དུས་བརྩམས་པ་དེ་ནི་དགོན་པའི་རྒྱུ་དེ་ཚོ་ཚང་མ་ང་ཚོ་གི་མགོར་སྐོར་རྐྱང་རྐྱང་ནས་ཡོང་རྒྱུ་རེད་དེ་ཡིན་དུས་དེ་ལ་ཐུགས་བསམ་རྟོགས་སོ་ཞེས་ནས་དེ་ནི་བསྐོར་ཏེ་འཕྲོ་བརླག་མ་འགྲོ་བ་ཅིག་ང་ཚོས་གནང་རོགས་གནང་ཞེས་ཞུ་ཡ་ཡིན་དེ་བཞིན་དུ་མང་པོ་ཅིག་གིས་སྙེ་མ་ང་ཚོ་མ་གེ་རྡོ་རྗེ་གདན་ལ་བསྐང་གསོ་ཚོགས་ར་བསྐང་གསོ་ཚོགས་དུས་བརྩམས་པ་དེ་ནི་དེའི་ལོ་དེ་ལ་སྐུ་མཇལ་ཡག་ཐག་ཆོད་བྱུང་ཞག་སྐུ་མཇལ་སྐུ་མཇལ་ཡག་ཐག་ཆོད་བྱུང་སྟེ་ལོ་རྗེས་མ་ལ་འགྲོ་དུས་བརྩམས་ཨ་ང་ད་ལོ་སྐུ་མཇལ་ཅི་ཅི་བྱུང་ནས་ང་མོ་པལ་ཕོན་ཉོ་གི་ཡིན་ཟེར་ཡ་འདྲ་བོ་དང་དེ་འདྲས་ཀྱིས།

ད་ང་མོ་པལ་ཉོས་ཀྱི་ཡིན་ང་ཅི་ཅི་ཅིག་བྱེད་ཀྱི་ཡིན་ང་གང་ཡང་ཅིག་བྱེད་ཀྱི་ཡིན་ཟེར་ད་ང་སྤོར་ཤུས་ཉོས་ཀྱི་ཡིན་ཟེར་དེ་འདྲས་ཀྱི་རིགས་དེར་དཀའ་མོལ་མང་པོ་བྱེད་དགོས་འདུག་ད་དེ་ཚོ་ཚང་མ་ད་ང་རང་ཚོ་འཇིག་རྟེན་གྱི་འཇིག་རྟེན་མ་བརྟན་ཁྱོད་མོ་པལ་དེ་ནས་བྱུང་གི་ཡོད་རེད་སྐད་ཆ་དེ་དེ་ཡིན་དུས་རྩོམ་པ་དེ་ཚོ་ལ་གཟབ་གཟབ་གནང་རོགས་གནང་ཟེར་ནས་དེ་རིང་ང་ཚོ་དགེ་འདུན་པ་ཚོ་ལ་འཆར་ངོ་བྱུང་ཡ་དེ་ཚང་མ་དངོས་གནས་དྲ་གནས་ཀྱི། སྐྱབས་དང་མགོན་དང་དཔུང་གཉེར་ཞུ་ཡས་ཀྱི་ཆེད་དུ་མི་ཙམ་ཙམ་སྐུ་འགྱེད་ཕུལ་གྱི་ཡོད་རེད་དེ་ཡིན་དུས་ཙམ་པ་དེ་གི་ཕུལ་འགྱོག་གི་ད་ཕྱིན་གོང་དུ་ཞུས་པ་བཞིན་དཀའ་ལས་རྒྱབ་ནས་བྱུང་འགྱོག་གི་དཔེ་ཆ་དཔེ་ཤག་ཅིག་རེད་དེ་གཟབ་གཟབ་བྱེད་ནས་དེ་ནས་བཏང་བཏང་རོགས་གནང་ཞེས་ཞུ་ཡས་ཡིན། ཨོ་དེ་དེའི་ཐོག་ལ་དེ་ནས་ད་ཁ་བཙན་མཁན་ཆེན་རྡོ་རྗེ་འཆང་ཆེན་པོ་ཆོས་དབྱིངས་སུ་བསྙེན་པར་མ་བཞག་པའི་གོང་ལ་དེ་ནས་ད་ལྟ་ང་ཚོ་དབུས་སྐྱོང་མཁན་པོ་ལ་བཀའ་གནང་ཡོད་ས་རེད་ཨ་ནས་རྡོ་རྗེ་སློབ་ཡོན་ཁ་ཤས་ཅིག་ལ་བཀའ་གནང་ཡོད་ས་རེད། དེ་བྱེད་དུས། ད། ང་ཚོ་དགེ་ཚུལ་སློང་ག་རེ་སྒྲུབ་པ་ཡིན་ན། ཁུངས་སོ་སོ་དགེ་ཚུལ་ཡིན་ན་དགེ་ཚུལ་གྱི་ཆོས་གོས་དང་གདིང་བ་བཟོ་དགོས་རྒྱུ། དེ་ཡང། བྱེད། དེ་ནི་དགེ་སློང་ཡིན་ན་ཡིན་གཅིག་མིན་གཅིག་སྣམ་སྦྱར་བཟོ་དགོས་རྒྱུ་དེ་འདྲའི་ཅིག་བཀའ་ནན་ཏན་གནང་ཡོད་རེད་ལ་དྭགས་ལ་དེ་འདྲའི་གནང་སོང། དེ་ནི་འདི་སྲུང་དགོས་འདུག་སྐུ་རྩེད་ཀྱི་ཚུལ་དུ་སྲུང་དགོས་འདུག་དེ་དོན་དག་དེ་དག་སྐུ་རྩེད་རེད་མི་འདུག་བ་ངོ་མ་བྱེད་དུས། ད། ང་ཚོ། དེང་སང་བསྡུ་བ་དེ་ག་བ་སླེབས་ཡོད་རེད། བསྡུ་བ་གི་ཚད་དེ་ག་བ་སླེབས་ཡོད་རེད་ད། སངས་རྒྱས་ཀྱི་ལུང་བསྟན་ལྔ་བརྒྱ་ཐ་མ་ག་ཡིན་དེ་ཚོ་མེད་བ་བྱས། ག་བ་སླེབས་ཡོད་རེད་ཟེར་ན། ད་དགེ་འདུན་པ་ཚོ་ལ་གོ་དུང་དང་ཏྲི་ཤར་སྔོན་པོ་དང་ལྗང་གུ་དེ་འདྲ་སྟོན་ཞོར་ལབ་ན་ཚང་མ་ལ་གཉིས་གསུམ་བཞི་ལྔ་སྟོན་ཡ་འདུག། ཁོང་རིགས་རང་གིས་གསུང་གི་འདུག་ངས་བཟོས་ཀྱོག་མེད་ད། ད་ཆོས་གོས་རྣམ་གསུམ་ཁུར་ཞིག་ལབ་ན། ད། ང་ཚོ་དབུས་ལ་བཞུགས་མཁན་ནས་ཅིག་འོག་གི་བྱ་འདྲེན་པ་བར་དུ་དེ་ནི་ཕ་ཆེན་ཆོས་གོས་རྣམ་གསུམ་ཁུར་ཡ་ཡོད་མ་རེད། དེ་འདྲས་བྱས་ནས་ཁོང་རེག་ལ་དག་ལན་གསུངས་སོང་དེ་ངས་ཡང་ལ་དག་ལ་ཡང་བསྐྱར་ངས་འདི་མཇལ་འདོད་བྱས་ནས་ཅིག་ཞུ་ཡིན་ད་དེ་རིང་དེ་ལ་གན་རྒྱ་འདོན་བྱ་ག་རེ་བཀའ་གནང་པ་དེ་ངས་ཁྱེད་རྣམས་པ་ལ་མ་ཞུ་གི་ཡིན་དེ་ནས་དེ་ཡིན་དུས་རྩམ་པ་ད་དེ་ངོ་ཚ་བོ་རེད་གསུངས་དེ་འོང་ནས་འཇིག་རྟེན་གྱི་མིའི་དཀྱིལ་ལ་བསྡད་དགོས་དེ་སོ་སོ་ལ་ཆོས་གོས་རྣམ་གསུམ་བཅས་ཁེལ་ཡ་ཡོད་མ་རེད། དེ་ནས་ཡར་མར་འགྲོ་དུས་ཙམ་པ་དེ་ནས་འདི་གསུངས་སོང་ངོ། ད་དཔེར་ན་དགེ་ལྡན་པ་ཚོ་ཡིན་ན་ཆོས་ཞུ་དུས་ཙམ་པ་ཆོས་གོས་མནབ་ཀྱི་འདུག་བ་དཔེ་མི་སྲིད་ཀྱི་སྤྱོད་པ་ཡག་པོ་རེད་སྤྱོད་པ་དཔེ་བཟང་པོ་རེད་ང་ཚོ་གི་མིག་ལྟོས་བྱ་དགོས་ཡ་དེ་འདི་ལྕགས་ལ་ཁ་ཚ་གནས་སྟངས་ཅིག་རེད་དེ་ཡོད་རེད་ཨོ་དེ་ཡིན་དུས་ཙམ་པ། དེ་ནས་ད་གསུངས་ཡ་དོན་དག་རྡོག་རྡོག་དེ་ག་རེ་ཞུས་ན། ཆོས་གོས་རྣམ་གསུམ་དེ་དགེ་ཚུལ་སྒྲུབ་པ་ཡིན་ན་དགེ་ཚུལ་བསྒྲུབས་ཚར་ནས་ནང་ཆོས་ཟླ་བ་གཅིག་གི་ནང་ལ་དེ་ནི་བཟོས་ཐུབ་པ་ཅིག་བྱེད་དགོས་ཀྱི་འདུག་བྱས་ནས་བཀའ་གནང་སོང་དེ་བཞིན་དུ་དགེ་སློང་བསྒྲུབས་ཚར་བ་ཡིན་ན་ཟླ་བ་གཅིག་གི་ནང་ཚུད་ལ་དེ་ནི་དགེ་སློང་དེ་གིས་དེ་ནི་ད་དངུལ་དེ་འདྲས་ཀྱིས་སྐྱོ་པོ་དང་དེ་འདྲས་མ་རེད་གལ་སྲིད་དཔེ་མི་སྲིད་སྐྱོ་བོ་ཡིན་ན་དེ་ཡང་ང་ཚོ་ཡར་མ་ཕྱིན་ནས་རོགས་རམ་ཞུས་ན་འགྲིག་གི་འདྲ་བ་ཡིན་ན་ཡང་སོ་སོ་རང་གིས་བཟོས་ཐུབ་པ་ཡིན་ན་དེའི་རྒྱུ་དེ་ཡག་པོ་དག་པོ་རྒྱག་གི་འདུག་ཡང་དགོན་པ་གཞུང་གིས་ཅིག་མ་གནང་ཞེས་པ་འདི་ལ་དག་པ་ཡག་པོ་རྒྱག་གི་མི་འདུག་སྙེ་མ་ང་ཚོ་དཔེ་ཆ་དཔར་རྒྱག་ནས་དཔེ་ཚན་བཅུ་བདུན་ཚོ་ཅིག་དཔར་རྒྱག་ནས་ཕུལ་རེད་དེ་ཕ་ཡིས་རྒྱབ་བལྟས་པ་ལ་ཀུན་རིག་གི་ཆོ་ག་དེ་ད་ཤུ་གུ་གཉིས་གསུམ་མ་ཚང་དུས་དོན་ཆ་ཚང་གཡུག་བཞག་གི་ཡོད་རེད་དེ་ནས་ང་ཚོ་གིས་དེ་ནི་རིན་པ་མེད་པ་བྱས་ནས་ཕུལ་ཡ་དེ་ང་ཚོ་གིས་ངས་མེད་པ་བཟོས་བཞག་ཡིན་གཞན་དེའི་ངོས་ལ་ངས་ཚང་མ་ལ་རིན་པ་མེད་པ་ཕུལ་གོ་ཁྲེལ་ལོས་ཡིན་ཕུལ་ས་མ་ནོར་བ་རེད་འཕགས་པའི་དགེ་འདུན་ལ་ཕུལ་གི་ཡོད་རེད་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་རྫོགས་གི་རེད་དེའི་ནང་ལ་ཕྱག་ལས་གནང་མཁན་ཐམས་ཅད་ལ་དེ་ནི་དངོས་གནས་ཀྱི། ཕན་ཡོན་ཆེན་པོ་ཡོང་གི་རེད་བསམ་ནས་ངས་ཕུལ་གྱི་ཡིན་འགྲོ་སོང་ག་ཚོད་འགྲོ་ན་འགྲོ། ཁྱད་པར་མེད་ང་ཕུལ་གྱི་ཡིན་ཞེས་ད་འདི་འདྲའི་ཆེ་ནས་སྤྱོད་པ་གནང་འདོད་ན། དེ་ནི་ད་ཆོས་སུ་གལ་མི་འདུག་དེ་དཔེ་ཆ་ཚང་མ་འཕྲོ་བརླག་དང། སྦྱིན་བདག་གི་ཕུལ་སྐྱོབ་དཔེ་ཆ་འཕྲོ་བརླག་དང་མིའི་དཀའ་ངལ་རྒྱབ་སྐྱོར་དེ་འཕྲོ་བརླག་དང་དེ་ཙམ་ཞིག་ལ་ཐུགས་བསམ་མ་བཞེས་ན་དེ་འདི་འདྲའི་གཡུག་ངེས་ཡོད་དེ་ནས་བཟུང་སྟེ་དེ་ང་ཚོ་གི། བུ་ཡལ་དུ་མཚམས་འཇོག་བྱེད་ཡིན་ཏེ། བུ་ཡལ་དུ་མཚམས་འཇོག་བྱས་ནས་རྔུལ་ལེན་པའི་སྐབས་སུ་ཡང། ད་ལྟ་པར་རྩ་བཟོས་དུས་ཙམ་པར་བརྒྱབ་པ་ལས་འགྲོ་སོང་ཆད་འགྲོ་གི་འདུག་ཤུགས་རྐུབ་མང་པོ་བེད་སྤྱོད་བཏང་གི་འདུག་དཀའ་ལས་མང་པོ་རྒྱག་གི་འདུག་ལྡི་ལི་ལ་ཚར་མང་པོ་འགྲོ་གི་འདུག་དེ་འདྲས་ཙམ་ཞིག་མི་གཅིག་གིས་བསམ་བློ་བཏང་དགོས་ན་དཔེ་མི་སྲིད་འགྲོ་སོང་ཆེན་པོ་རེད་དེ་ཚོར་རྩ་བ་གཉིས་ནས་ང་ཚོ་གིས་ཆ་དངུལ་ཞུ་གི་མེད་ཞུས་མེད། དེ་སྒོར་མོ་གཅིག་སྟོང་བཞི་བརྒྱ་ཙམ་ཞིག་ཕབ་ཀྱི་འདུག་དེ་ཆོས་ཚན་ཆ་ཚང་ཅིག་ལ། དེས་ཞུས་ཡས་དེ། ཨོ་ད་དེ་འདྲ་ཡིན་རྒྱུ་མཚན་དེ་ཡིན་ད་ང་ཡང་སེར་ནག་ཤོར་སོང་ཟེར་ཡས་ད་ང་ཁྱེད་རྣམ་པ་ལ་ཕུལ་དུས་ང་ཕངས་ཀྱི་འདུག་ཟེར་ཡས་དེ་འདྲའི་གི་རིགས་རྩ་བ་ཉིད་མེད་རྒྱུ་མཚན། བདག་པོ་ཡག་པོ་སྐྱོན་གྱི་མི་འདུག་དེ། ཕྱི་རྒྱལ་ཁ་ལ་མ་སོང value དེ་བ། དེ་དངོས་པོ་དེ་ལ་རིན་ཐང་ཅིག་བརྩི་དགོས་ར་རིན་ཐང་དེ་ཁྱོད་ནས་མ་བརྩི་བ་ཆེ་ད། ཚང་མ་དེ་རིན་མེད་རེད་རིན་མེད་རེད་ཕུལ་རིན་རེད་འདུག་བསམ་ནས་དེ་ནས་ད་ག་འཇུ་མ་འཇུ་གནང་ཡས་དེ་དངོས་གནས་དྲ་གནས་ནོར་འཁྲུལ་རེད་སོ་སོའི་དངུལ་གི་ཆ་ནས་བཤད་པ་ཡིན་ན་ནོར་འཁྲུལ་རེད་ང་ཚོ་མང་པོ་ཅིག་གང་དྲན་གིར་ཨ་ད་ཁ་ལག་ནས་དགོན་པའི་གྲས་ཀྱི་བསྡད་སར་འདུག་གློག་ནས་འདུག་ཆུ་ནས་འདུག་དཀའ་ངལ་གང་མི་འདུག་བསམ་དེ་ཐུགས་བསམ་མ་བཞེས་རོགས་གནང་ཞུ་གི་ཡིན་དེ་དངོས་གནས་དྲ་གནས་མི་མང་པོ་ཅིག་དཀའ་ལས་བརྒྱབ་པའི་དཔེ་ཤག་རེད་དེ་ཡོད་དུས་དེ་གང་བྱུང་མ་བྱུང་གཡུག་ཤག་གནང་ན་དེ་རྩ་བ་ཉིད་ནས་དེ།

རིགས་ཡིན་ན་ཡང་དེ་ནི་གཟན་ཤ་མནབ་དང་དབུ་སྐྲ་བཞག་དང་འོ་དེ་ཚོ་དང་དེ་ནི་དགོན་པའི་ནང་ཁུང་ལ་ཕེབས་དུས་ད་ངོ་ནས་བྱས་ན་ངག་གིས་འདི་འདྲས་མ་ཞུ་ངས་དེ་ངག་གིས་འདི་འདྲས་བྱས་དགོས་ཏེ་དངོས་ནས་ངག་ཟུག་པོ་རྩ་བ་ཉིད་ནས་བདེ་བོ་མི་འདུག་སྙེ་མ་ནས་བདེ་བོ་མེད་དེ་བཏུད་དུང་པིས་ནས་འགྲོ་བས་ཡིན་ན་ལབ་སང་ཕོ་བ་དང་གང་ཟག་དེ་ཕོ་བ་ན་ཡག་དང་དེ་ནི་དེ་ཕོ་ཁ་དེ་དཔེ་མི་ཚེ་སྡུག་རུ་འགྲོ་གི་འདུག་དེ་ནི་ང་དགོངས་པ་གནང་རོགས་བྱེད་ནེ་པ་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་ག་གནང་བ་ཡོད་རེད་དེ་ཡིན་ཙམ་ང་དགོངས་པ་གནང་རོགས་བྱེད་ཞུ་ཡ་ཡིན་སྤྱི་དང་ནས་དེང་སྐུ་གཟུགས་བདེ་བོ་ཡོད་ངེས་དང་དེ་རིགས་རྣམ་པ་ཚོ་ལ་དེ་ནི་སྐུ་མཚན་དང། སྟོན་ཁ་བསྣམས་མ་ཐུབ་ན་དངུལ་ལེན་སེར་པོ་དེ་འདྲ་དུ་བ་སེར་པོ་དམར་པོ་རིགས་དང་མཐུན་པའི་ཚོན་ཚོན་སྣ་དེ་འདྲ་དེ་འདྲས་བསྣབས་དེ་འདིའི་ཐོག་ལ་སྐུ་མཚན་རྣམ་པ་ཡིན་ན་དེ་ནི་དཔེ་མི་ཚེ་གི་ཕ་མིག་གི་ལྟ་དུས་སྐབས་དངོས་གནས། དད་ལྡན་འགྲོ་བ་འདྲེན་པའི་ཞིང་ས་ཡིན་ན་ཅི་ལ་ཡིད་དོ། དངོས་གནས་འགྲོ་བ་འདྲེན་པའི་ཞིང་ས་ཆགས་འགྲོ་གི་རེད། རང་གི་རྒྱུད་ལ་ཡང་དེ་ལ་བརྟེན་ནས་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་བསགས་ཀྱི་ཡོད་འཇིག་རྟེན་མ་དད་པ་གྱུར་སོང་ན་དེ་ལ་བརྟེན་ནས་རང་གི་རྒྱུད་ལ་ཡང་ཚོགས་ངན་པ་བསགས་ཀྱི་ཡོད་ཚོགས་བཟང་པོའི་ཚབ་ལ་དེ་ཡིན་དུས་དེ་ཚོ་ལ། འདི་གནང་རོགས་གནང། དེ་ནི་ད་འདི་ནང་སྒྲིག་ལམ་ཀུན་སྤྱོད་ཆེད་ད་འདི་གང་གང་དགོས་ད་ད་ད་དེ་ཚ་ཡིན་ཚ་རེད། ཨོ་དེ་འདྲའི་ཤེས་ཡ་ཡིན་དེ་ནས་ད་ཤེས་ཡོན་ད་ཧ་ལམ་གྱི་བྱུང་ཚོ། དེ་ནས་དགེ་རྒན་ཚོ་ལ་གུས་ཞབས་ཞུས་གནང་ཡ། མཁན་པོ་དགེ་རྒན་རྣམ་པ་ཚོ་གུས་ཞབས་ཞུས་གནང་ཡ། དེ་ནས། སྒྲིག་ལམ་ཀུན་སྤྱོད་བཅའ་ལག་བདག་པོ་བརྒྱད་ད་ཕ་ཆེན་འདི་འདྲའི་འདྲ་གྱི་ཡིན་ས་རེད། ཨོ་དེ་ད་ཆེན་འདི་སྣམ་སྦྱར་འདི་ཐོག་ལ་ཡང་ད་ལྟ་ཞུས་ཡ་གཅིག་མཇལ་བྱ། སྣམ་སྦྱར་འདི་ད་མི་རེ་རེ་རེ་རེ་བཞིན་དུ་བཟོ་དགོས་དུས་དཀའ་ལས་ཁག་པོ་ཡོད་ས་རེད་སྣམ་སྦྱར་དང་ཆོས་གོས་འདི། དེ་ནས་ངའི་ཁ་སང། ང་ཚོ་དབུས་སྐྱོང་མཁན་པོ་མཉམ་དུ་དཀའ་མོས་བྱུང་སོང་ད་དེ་འདྲས་ཀྱི་མཁན་ཆེན་རྡོ་རྗེ་འཆང་བཀའ་གནང་ཡོད་རེད་དེ་ང་ཚོ་སྒྲུབ་དགོས་ཀྱི་རེད་དགོངས་པ་རྫོགས་ཡག་ལ། ལས། ལས་ཀ་ཡིན་གཅིག་མིན་གཅིག། ཆེ་ཕྲ་ཆུང་གསུམ་བྱ་བ་ལས་ཀྱི་འཁོར་ལོའི་ནང་ལ། ད་དེ་ཚོ་གྲངས་རེད་དེ་ཡོད་རེད་བཀའ་ཚུལ་བཞིན་དུ་སྒྲུབ་ཡ་དེ་བྱ་བ་ལས་ཀྱི་འཁོར་ལོ་ཡིན་རེད་དེ་ཡོད་རེད་དེ་ཡིན་དུས་ད། རེད་གཙོ་འདོན་བྱེད་ཡ་དེ་དང། གྲུབ་ཡ་གྱི་ལས་ཀ་དེ་ཚོ་ཚང་མ་ང་ཚོས་ཞུ་གི་ཡིན་ང་ཚོ་ངོ་པ་གཞུང་གི། དེ་ལ་འགྲོ་སོང་ག་ཚོད་འགྲོ་ཡོད་ན་ད། རྒྱ་གར་ཤར་ནུབ་ག་ནས་ཉོ་དགོས་ཡོད་ན་རེད་དེ་ཉོས་རེད་དེ། ཡང་ཚུལ་བཞིན། གང་དང་གང་དགོས་ཀྱི་ཡོད་པ་དེ་ང་ཚོས་བསམ་བློ་ཡག་པོ་བཏང་ནས་དེ་ཉོས་དེ་ཉོས་ནས་དགོན་པ་རང་གིས་བཙེམ་བཙེམ་ནས་རེས་ཀྱི་གོང་ཚད་དེ་ཞུ་གི་ཡིན་ཞུས་ཡིན་ཁོང་ལ་དེ་མ་ཞུས་ན་ད་ཕྱིན་གོང་དུ་ཞུས་པ་བཞིན་དུ་ཡང། དེ་རིན་མེད་བྱེད་དོན་དེ་བཅའ་ལག་དེ་ལ་དེ་བཞག་གི་མི་འདུག་ཐོངས་དེ་ཁྱོན་ན་བཞག་གི་མི་འདུག་དེ་འདུག་ཙམ་པ་དེ་འདྲས་ཅིག་བཟོས་ཡག་གི།

ད་དེ་སྐད་ཆ་ཞུ་ཡ་དེ་དེ་མཚམས་བཞག་ཡ་གཅིག་དང་དེ་ནི་ད་ད་ལོ་ང་ཚོ་ལ་ད་དངོས་གནས་དྲ་གནས་ཀྱི་ཡོང་མ་ཡོང་བ་ཀྱི་དུས་ཚོད་སྡུག་པོ་གཅིག་བྱུང་བ་རེད། བོད་ཟླ་བཅུ་གཅིག་པའི་ནང་མཁན་ཆེན་མདོ་བྱང་གློ་བུར་དུ་དེ་ནས་ཆོས་ཀྱི་དབྱིངས་སུ་མཉམ་པར་བཞག་པ་ད་དེ་འདྲས་ཀྱི་གནས་ཚུལ་གཅིག་བྱུང་བ་རེད་དེ་ནི་ད་ང་ཚོ་ལ་དེ་ལས་སྡུག་ག་དེ་ད་དུས་ཚོད་འདིའི་ནང་ལ་ང་ཚོ་ཡོང་ཡ་ཡོད་མ་རེད་དེ་ཡིན་ན་ཡང། ད་སྤོབས་པ་སྐྱེ་དགོས་ཡས་ཅིག་དང་དེ་ནས་སོ་སོ་སོ་སོ་གི་ཧ་ལས་དགོས་ཡས་ཅིག་དང་དེ་དངོས་གནས་ཀྱི་རྗེས་སུ་ཡི་རངས་ཞུ་དགོས་ཡས་ཅིག་ང་རང་ཚོ་དཔལ་ལྡན་ས་སྐྱ་པ་ཟས་དེ་ག་འདྲས་ཅིག་ཡོད་རེད་ཞུས་པ་ཡིན་ན་སྐྱབས་མགོན་རྡོ་རྗེ་འཆང་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་དེ་ནས་དབུ་ཁྲིད་གདུགས་དཀར་དྲི་མ་མེད་པའི་འོག་ནས་ད་ང་ཚོ་ཚང་མ་ད་གནས་དེ་ཡོད་རེད་དེ་ནས་ཕྱི་ལོགས་ནས་གཟིགས་པ་ཡིན་ན་ཡང་ང་ཚོ་ཐབས་ཆུང་ཆུང་ཡིན་གྱི་རེད་ང་ཚོ་མིག་གི་ནང་ནས་ཆ་བཞག་པ་ཡིན་ན་ཡང་མི་ཉུང་ཤོས་ད་ལྟ་ང་ཚོ་རྒྱ་གར་དང་ཕྱི་རྒྱལ་ཤར་ནུབ་མང་པོ་ཅིག་ལ་མི་ཉུང་ཤོས་རེད་དེ་ཡོད་རེད། དེ་ནས་རྒྱུ་དཔའ་འཇོག་གི་ཆ་ནས་བསམ་བློ་བཏང་པ་ཡིན་ན་དོན་གྲུབ་དང་གཞན་པ་ལ་ལྟོས་ནས་ང་ཚོ་དཔེ་ཆུང་ཆུང་རེད་དངོས་ནས་ལས་ཀ་ཆུན་ཆུན་མ་གཏོགས་བྱེད་ཐུབ་ཀྱི་ཡོད་མ་རེད་ཡིན་ན་ཡང་ང་ཚོ་ལ་ངོམ་དགོས་ཡས་ཅིག་དང་ཅིག་མི་གཞན་པ་ལ་འགྲམ་ཆུ་ལྡང་མི་དགོས་བས་ང་ཚོ་གི་ལས་ཀ་ཅིག་ག་རེ་ཡོད་རེད་ཟེར་ན་ང་ཚོ་ཚང་མ་དངོས་གནས་དྲང་གནས་ཐུགས་མཐུན་ཁྲིམས་གཙང་དེ་དམ་ཚིག་འོ་ཆུ་གཅིག་འདྲེས་ཀྱི་ཐོག་ནས་བསྡད་ཡ་དེ་དངོས་གནས་ཀྱི་ང་ཚོ་གི་ང་རང་གི་རྟག་པར་དྲན་གྱི་ཡོད། དེ་ལ་ངས་ན་ནིང་ན་ནིང་ཞུ་སྒོར་བ་དེ་ས་སྐྱ་ཀོ་ལེ་ས་སྐྱ་མཐོ་རིམ་སློབ་གྲྭ་གི་ཡལ་གའི་བགྲོད་ལེན་སྐབས་སུ་ཞུས་པའི་སྐབས་སུ་སྙེ་མ་ནས་དེ་འདྲས་གནང་གི་ཡོད་ད་དུང་ཡང་ཁྲི་འཛིན་རིན་པོ་ཆེ་རྣམ་པ་གཉིས་རེ་གཞན་ཡང་གདུང་སྲས་རྣམ་པ་དང་ཁྲི་འཛིན་ལ་ཕེབས་ཀྱི་རེད་རིང་པོར་མ་ཡིན་པ་དེ་ཚོ་ཕེབས་ཀྱི་དེ་ཐམས་ཅད་ལ་ང་གསོལ་འདེབས་ཞུས་དེ་བཞིན་དུ་མཁན་པོ་རྣམ་པ་ཚོ་ཚང་མ་ལ་གསོལ་འདེབས་ཞུ་ཡ་དེ་ང་ཚོ་དངོས་གནས་དམ་ཚིག་འོ་ཆུ་ཆིག་ཁྲི་དེ་ནང་དུ་དེ་ནས་དུག་གི་ལྷད་མི་ཞུགས་པ་ཅིག་ཨོ་ད་དེ་འདྲས་ཅིག་གནང་རོགས་གྱིས་ཟེར་ནས་གསོལ་འདེབས་ངས་ཞུས་ཡིན་ང་སྤྱི་བདག་ནས་མི་དེ་འདྲས་ངའི་རྩ་ལ་ཕེབས་དུས་ག་ད་མི་དེ་ཚོ་ཤེས་པ་ཡོད་ངེས་གྲགས་ཡོད་ངེས་ཞུ་གོ་རོགས་ད་གུ་ཡོན་སེམས་ཆུང་ཡག་པོ་ཡོད་ངེས་དེ་ཚོ་ལ་ང་རྟག་པ་ཞུས་ཡོད་ང་ཚོ་ལ་ད་ངོ་མ་ཡག་དེ་དེ་འདུག་དེ་འཕྲོ་བརླག་མ་འགྲོ་བ་ཅི་གང་ཚང་མས་གནང་རོགས་གནང་ཟེར་ནས་ཞུ་གི་ཡོད་ད་དེ་ཡིན་དུས་རྩམ་པ་དེ་ནི་སྐྱབས་མགོན་གོང་མ་ད་ང་ཚོ་དུས་ཚོད་འདིའི་ཐེངས་ལ་སྐྱབས་མགོན་གོང་མ་ཁྲི་བྱོན་རྡོ་རྗེ་ཆེན་པོའི་བཀའ་སློབ། དངོས་གནས་དྲ་གནས་ཐུགས་བརྩེ་བ་ཆེན་པོའི་སྒོ་ནས་བཀའ་སློབ་ལམ་སྟོན། འོ་ད་ཡང་ནས་ཡང་དུ་ད་ལྟ་ཙམ་མ་ཡིན་པར་དུས་དང་རྣམ་པ་ཀུན་ཏུ་གནང་གི་ཡོད་རེད་དེ་དངོས་གནས་ང་ཚོ་གི་སྙིང་ལ་བཞག་ཡ་གཅིག་དང་ཅིག། ཨ་མཆོག་གཡས་ནས་ཉལ་གཡོན་ནས་བཏང་ཡ་དེ་འདྲའི་རིགས་རྩ་བ་ཉིད་མ་རེད་ང་ཚོ་ག་དུས་ཡིན་ན་ཡང་ཉལ་ནས་སེམས་ནང་ལ་བཞག་བཞག་ནས་ལག་ལེན་དུ་བསྟར་ཐུབ་པ་ཅིག་ཨོ་ད་དེ་ངེས་པར་བྱེད་འདུག་དགོས་ཡ་དེ་གི་རྒྱུ་མཚན་ལ་བལྟས་ན་ད་ད་ལོ་ང་ཚོ་མེད་པའི་སྒང་ལ་དེ་ནི་ཡོད་པ་ཅིག་ཆགས་བསྡད་ཡོད་རེད་ག་རེར་ཞུས་ན་དེ་ནི་བཀའ་སློབ་ལམ་སྟོན་དེ་བཞིན་དུ་དེ་ནི་རྒྱལ་བུ་ཆེན་མོའི་ཐུགས་བརྩེ་བ་ཆེན་པོའི་ལམ་སྟོན་བཀའ་སློབ་མང་པོ་གནང་སོང་དེ་ནི་དེ་ནི་ཁྲི་འཛིན་རྣམ་པ་སྐྱབས་མཆོག་ཁྲི་འཛིན་རྣམ་པ་གཉིས་རེད་གདུང་སྲས་རྣམ་པ་རེད། དེ་ནི་གཞན་ཡང་ང་རང་ཚོ་དེ་ནི་གན་ཤར་རྣམ་པ་བླ་སྤྲུལ་དགེ་འདུན་དགེ་བའི་བཤེས་གཉེན་ད་གེ་མཁན་པོ་ཕྱི་ལོགས་ནས་ཕེབས་ངེས་བཤད་གྲྭ་ཁག་རེད་དགོན་སྡེ་ཁག་རེད་གཞན་ཡང་སྐྱེ་བོ་མང་ཚོགས་མང་པོ་ཅིག་གིས་ང་ཚོ་ལ་དངོས་གནས་ཕྲ་ནས་ནང་མི་གཅིག་པ་འདྲ་བོ་བྱེད་མཐུན་རྒྱུར་རོགས་རམ་རྒྱ་ཆེན་པོ་གནང་ཡོད་རེད་དེ་རྒྱུ་མཚན་ག་རེད་ཟེར་ན་འོ་ཆུ་གཅིག་སྤྲད་ཟེར་ད་ལྟ་དམ་ཚིག་འོ་ཆུ་གཅིག་སྤྲད་ཟེར་ངེས་དེ་གའི་རྒྱུ་མཚན་ལ་བལྟས་ནས་དེ་ང་ཚོ་ཚང་མ་ཚགས་ཚུད་པོ་ཅིག་དང། ཚང་མ་དཀའ་ལས་མེད་པར་ཚང་མ་ངམ་ངམ་ཤུགས་ཤུགས་ཀྱི་ཐོག་ནས་འགྲོ་ཐུབ་ཡ་དེ་ང་ཚོ་དམ་ཚིག་འོ་ཆུ་གཅིག་སྦྲེལ་དེ་དངོས་གནས་ཀྱི་དེ་གི་གཟི་བརྗིད་དང་དེ་གི་ག་ཞུ་གོ་རེ། གཟི་བརྗིད་བྱ་དེ་ག་ཡོང་གོ་རེ། ཨོ་ད་དེ་འདྲ་གི་རྒྱུ་མཚན་ལ་བརྟེན་ནས་བྱུང་བཞག་པ་དེ་འདྲ་ཞིག་རེད་དངོས་གནས་དེ་དང་དེ་ཡང་ངས་ད་ག་ཟེ་རྩེད་མོ་ཞུ་གི་འདུག་དེ་འདྲས་མ་དགོངས་རོགས་གནང་ད་དུང་ཡིན་ན་ཡང་ང་ཚོ་དེ་ཇི་སྲིད་དཔལ་བརྩེ་བ་ཆེན་པོའི་བསྟན་པ་རིན་པོ་ཆེ་འདི་ཉིད་མ་ཤིག་གི་བར་དུ་དེ་ད་གནས་སྒུག་ཡོད་རེད་དེ་གནས་སྒུག་དུས་ཙམ་ང་ཚོ་ཚང་མ་གཟབ་གཟབ་གནང་རོགས་གནང་དུས་ཚོད་ངན་པ་རེད། ཡང་གཅིག་གིས་སྐད་ཆ་མཐོ་སུ་བཤད་གཅིག་གིས་དམའ་སུ་བཤད་དེ་དེ་ཚོ་ལ། དེ་ནི་རྒྱུ་མཚན་ཆེན་པོ་ལ་མ་གཟིགས་ནས་དེ་ཚོ་སྣང་མེད་བྱས་ནས་བཞག་གནང་ཐུབ་ང་རང་ཚོ་དབུ་ཁྲིད། ཆོས་ཀྱི་དབུ་ཁྲིད་རྣམ་པ་ཚོ་གོང་མ་རེད་སྙེ་མ་སྐྱབས་རྗེ་བདེ་བར་གཤེགས་པ་བཅོ་བརྒྱད་རིན་པོ་ཆེ་རེད་སྐྱབས་རྗེ་བདེ་བར་གཤེགས་པ་མཁན་རིན་པོ་ཆེ། ཨ་ཕས་དང་མཁན་རིན་པོ་ཆེ་ཀུན་དགའ་དབང་ཕྱུག་དེ་ནས་བདག་ཆེན། རིན་པོ་ཆེ་རྡོ་རྗེ་འཆང་རེད་དེ་ནི་ང་རང་ཚོ་མཁན་ཆེན་བདེ་བར་གཤེགས་པ་འོ་དེ་རྣམས་ཐམས་ཅད་ཐུགས་མཐུན་ཁྲིམས་གཙང་མ་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ང་ཚོ་དེ་དམ་ཚིག་དེ་གཙང་མ་ཡིན་དགོས་རེད་ད་དུང་ཡིན་ན་ཡང་དེ་ཚང་མ་ལ་གསོལ་འདེབས་ཞུ་གི་ཡོད་ངས་དེ་འབོད་སྐུལ་ཞུ་གི་ཡོད་ང་དེ་བཀའ་གནང་གི་མེད་དེ་ཡིན་ཙམ་པ་ཚང་མ་དེ་གནང་རོགས་གནང་འོ་ད་དེ་དེ་ད་དགེ་བཤེས་དང་སྤྲུལ་པ་ཆེར་གྲགས་སོ་ཨ་ནི་ད་དེ་ཞུ་དགོས་བའི་རྒྱུ་མཚན་དེ་ག་རེད་ཟེར་ན་དེ་ནས་ད་དེ་འབྲེལ་གྱི་བཀའ་སློབ་ལམ་སྟོན་ཁོང་རྣམ་པ་ཚང་མ་གི་ཐུགས་བརྩེ་བ་ཆེན་པོའི་ནང་ནས་བསྐྱངས་བཞག་པ་ལ་བརྟེན་ནས་དེ་ནས་ད་ང་ཚོ་འདི་དཔེ་ཡག་པོ་བྱུང་རེད་དེ་བྱུང་བར་སྐབས་སུ་དེ་ནས་དགེ་འདུན་འདུས་ཚོགས་དང་བཅས་པ་ཐམས་ཅད་ཀྱི་རེད་དེ་ནས་སྐྱབས་མགོན་རྣམ་པ་ཚོ་རེད་མཁན་ཤོག་རྣམ་པ་ཚོ་རེད་བླ་སྤྲུལ་དགེ་འདུན་དགེ་བའི་བཤེས་གཉེན་ཚང་མ་དངོས་གནས་ཕྲ་གནས་ཀྱི་ཧ་རུ་པ་རུ་བྱས་ནས་ཉིན་མ་དེ་འདྲའི་མང་པོ་ནང་ལ་དེ་ནས་ཁ་ཤས་དབུ་བསྙུང་ཁ་ཤས་ཆམ་པ་བསྐྱོན་ཁ་ཤས་ལྟ་བ་འོ་བརྒྱལ་མང་པོ་བསྐྱོན་སོང་སྟེ་ཡིན་ནའི་ཉིན་མ་གཅིག་ང་དཀའ་ལས་ཁག་སོང་ང་ཚོགས་གཉིས་གྲོལ་གི་མི་འདུག་ང་གཅིག་རེད་འདུག་གཉིས་རེད་སོང་ང་རྩ་བ་ཉིད་ནས་གོ་མ་སོང་དེ་སྔོན་ནས་དྲ་གནས་ཀྱི་ང་ཧ་ལས་ཀྱི་དེ་ནས་ཚོར་བ་ཆེན་པོ་ཅིག་སླེབས་སོང་དེ་ནས་སྙིང་ཐག་པ་ནས་སྙིང་ཐག་པ་ནས་སྙིང་ཐག་པ་ནས་ཁྱེད་རྣམ་པ་ཐམས་ཅད་ལ་དེ་ནས་ཐུགས་རྗེ་བཀའ་དྲིན་བླ་ལྷག་ཏུ་ཆེ་ཞེས་ནས་ཞུ་ཡས་ཡིན། དེ་ནས། དེ་བཞིན་དུ་དེ་ནི་དད་ལྡན་སེར་སྐྱ་ཕོ་མོ་ཕྱི་ནང་ག་བ་བཞུགས་ཡོད་ན་དེ་དག་ཐམས་ཅད་ཀྱིས་ཡང་ང་རང་ཚོ་ལ་འབྲེལ་བ་ཡོད་ངེས་དང་མེད་ངེས་མང་པོ་ཅིག་གིས་ང་ཚོ་ལ་རྒྱབ་སྐྱོར་མཐུན་འགྱུར་སྙེ་མ་ནས་འབྲེལ་བ་མེད་ངེས་དང་འབྲེལ་བ་གསར་དུ་ཚུགས་ཐུབ་ངེས་དེ་འདྲའི་མང་པོ་བྱུང་སོང་དེ་དག་ཐམས་ཅད་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ད་ལྟ་འདི་ངོས་ནས་དེ་ནི་ངས་ད་གོ་སྐབས་ལེན་ཞུ་གི་ཡོད་དེ་བཞིན་དུ་ང་རང་གླིང་ཚང་ཀྱི་དེ་ནས་ལས་བྱེད་རྣམ་པ་ཚོ་རེད་མི་མང་རྣམ་པ་ཚོ་རེད་ད་དེ་ཆེ་ཕྲ་ཆུང་གསུམ་ད་སྙེ་མ་ནས་ང་ཚོ་ལ་རོགས་པ་གནང་གི་ཡོད་རེད་དེ། དུས་ད་ལྟའི་གི་སྐབས་སུ་ད་ང་ཚོ་ད་ལྟོགས་ཚོད་ཀྱི་སྐྱོ་བོ་ཆགས་པའི་བཞུགས་རེད་ད་ང་ཚོ་སེམས་པ་སྐྱོ་དགོས་ཡའི་དུས་ཚོད་དེ་འདྲའི་ཅིག་ལ་དངོས་གནས་ནང་མི་འདྲ་བོ་བྱས་ནས་ཁོང་རྣམ་པའི་ཕྱག་ལས་གནང་ཡོད་རེད་དེ་ལ་ཡང་དངོས་གནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཟེར་ནས་མདོར་ན་སྐྱབས་མགོན་གོང་མ་ཁྲི་བྱང་རྡོ་རྗེ་ཆེན་པོའི་བཀའ་སློབ་ལམ་སྟོན་ནས་བཟུང་སྟེ་དེ་ནས་ད་སྐྱབས་མགོན་རྣམ་པ་དེ་ནས་གདུང་སྲས་རྣམ་པ་མཁན་ཤར་རྣམ་པ་ལྷ་སྒྲུབ་དགེ་འདུན་དགེ་བའི་བཤེས་གཉེན་མཁན་སློབ་རྣམ་པ་ཚང་མ་གི་ཧ་རུ་བ་རུ་མཛད་ནས་ད་ང་ཚོ་ཚང་མ་ནང་མི་གཅིག་ལྟ་བུ་བྱས་ནས་ང་ཚོ་ལས་ཀ་བྱེད་ཐུབ་ཡ་དེ་དེ་ཁྱེད་རྣམ་པ་ཐམས་ཅད་ཀྱི་བཀའ་དྲིན་རེད་དེ་ང་རང་ཚོ་དགོན་སྡེ་ང་རང་ཚོ་རང་གི་དགོན་པ་ནང་ནས་ཡིན་ན་ཡང་དངོས་གནས་ཚགས་ཚུད་པོ་བྱས་ནས་དེ་ནི་དཀའ་ངལ་ལ་མ་འཛེམས་པ་ལུས་དང་སེམས་གཉིས་ཀའི་ཐོག་ནས་དཀའ་ངལ་མང་པོ་བརྒྱབ་ནས་དེ་ནི་དུས་ཚོད་དེའི་ཐོག་ལ་ང་ཚོ་ལ་དཔེ་མི་སྲིད་ཁར་ང་ཚོར་ཞུ་ག་རེ་ད་ག་ཞུ་ག་རེ་གང་བྱས་དེའི་ཐོག་ལ་དཔེ་ཐུག། ཕྱག་ལས་རྒྱ་ཆེན་པོ་མཛད་སོང་དེ་ནས་ཚང་མ་ལ་ཐུགས་རྗེ་ཆེ་ཟེར་ནས་དེ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཟེར་ནས་དེ་ནས་རེད་ད་དེའི་གཙོ་བོ་དེ་གོང་མ་ཁྲི་ཆེན་རྡོ་རྗེ་ཆེན་པོ་བྱིན་རླབས་འོ་ད་ཐུགས་བསྐྱེད་སྨོན་ལམ་འོ་ད་དེ་འདྲས་རེད་དེའི་ཐོག་ལ་དེ་ནས་མཁན་ཆེན་བདེ་བར་གཤེགས་པ་ཁོང་རེ་རང་གིས་དུས་དང་རྣམ་པ་ཀུན་ཏུ་དེ་ནི་ཏིག་སངས་རྒྱས་ཀྱི་བསྟན་པ་དང་བསྟན་པ་འཛིན་པ་དགེ་འདུན་པ་རྣམས་རེད་དེ་ནི་གཞན་ཡང་དེ་འཇིག་རྟེན་གྱི་ཁམས་དུ་བདེ་སྐྱིད་ཡོང་ཡས་ཀྱི་ཐུགས་སྨོན་སྐྱབས་འཇུག་དེ་འདྲའི་རེད་མ་གཏོགས་སྲིད་དོན་གྱི་ནང་དུ་འབྲེལ་བ་ཡོད་ངེས་རང་མཐོ་གཞན་དམའ་དགོས་ཡས་དང་རང་རྒྱལ་གཞན་ཕམ་བྱས་ཡས་ཀྱི་ཐུགས་བསམ་རྩ་བ་ཉིད་མི་ཤེས་ངེས་བླ་མ་སྔོན་གནས་དྲ་གནས་ཀྱི་བླ་མ་ཕུལ་དུ་བྱུང་བ་དེ་ནས་ད་འཇིག་རྟེན་ན་འགྲན་ཟླ་དང་དྲ་བ་ཅིག་རེད་ཞུས་པ་ཡིན་ན་ཡང་དེ་ནི་དེ་ལ་མ་འགྲིག་པ་དང་མ་འོས་པ་གང་ཡང་མེད་དྲན་གྱི་ཡོད་ང་རང་གི་སེམས་པ་གདིང་ནས་དྲན་གྱི་ཡོད་འོ་ད་དེ་འདྲས་ཀྱི་བླ་མ་བྱེད་འདོད་དེ་རང་གི་དེ་གི་དེ་ནས་ཐུགས་བསྐྱེད་སྨོན་ལམ་མཛད་པ་འཕྲིན་ལས་འོ་ད་དེ་ཚོ་ཚང་མ་གཅིག་རུབ་ཡོང་དུས་དེ་ང་ཚོ་ད་དུས་ཚོད་སྡུག་པོ་དེ་འདྲས་ལ་ཡང་ང་ཚོ་ཕུན་སུམ་ཚོགས་པ་དེ་འདྲས་བྱུང་བས་དེ་ཚང་མ་བཀའ་དྲིན་རེད་དེ་ནི་ད་མང་པོ་ཞུ་ཡས་མི་འདུག་དུས་ཚོད་མང་པོ་རེད་སོང་དེ་བྱེད་དུས། ད་དོན་དག་རྡོག་རྡོག་དེ་ང་ཚོ་ཚང་མ་ད་འུ་དམ་ཚིག་འོ་ཆུ་གཅིག་སྒྲིལ་གྱི་ཐོག་ནས་དེ་ད་ཕྱིན་གོང་དུ་ཞུས་པའི་དེ་དགོན་པ་གི་དེ་སྒྲིག་ལམ་ཁག་རེད་གཞན་ཡང་གང་དང་གང་སྒུག་གི་ཡོད་མེད་ཆ་སློབ་སྦྱོང་གནང་སྟངས་རེད་དེ་ཚང་མ་ད་ངས་རྒྱ་ཆེན་པོ་ཞུ་ཞུ་ཤེས་ཀྱི་མི་འདུག་རྒྱུས་སྒྲ་ནི་ཡིན་ན་མཁན་པོ་རྣམ་པ་ཚོས་དུས་དང་རྣམ་པ་ཀུན་ཏུ་བཀའ་སློབ་གནང་གི་ཡོད་རེད་དགེ་རྒན་རྣམ་པ་ཚོ་རེད་སྐྱོར་དཔོན་རྣམ་པ་ཚོ་རེད། ཚང་མ་གྱིས་ད་བཀའ་སློབ་གནང་གི་ཡོད་དེ་འདས་ལ་ཡིན་ན། རྒན་རིམ་ཚོ་གིས་མ་གསུང་གི་ཡོད་ཀྱི་རེད་དགེ་རྒན་རྣམ་པ་ཚོས་གསུང་གི་ཡོད་ཀྱི་རེད་དེ་མཁན་པོ། ང་རང་ཚོ་དབུས་སྐྱོང་མཁན་པོས་གིས་བཀའ་སློབ་གནང་གི་ཡོད་རེད་དེ་དག་ཐམས་ཅད་དེ་ནི་སྙིང་ལ་བཅངས་ནས། དེ་ནི་ལག་ལེན་དུ་ཐེབས་པ་དང་དེ་ནི་བླ་མ་གོང་མ་རྣམས་ཀྱིས་ང་ཚོ་ཚོ་མང་པོ་གསུངས་ཡོད་རེད་དེ་ཚོ་ཐམས་ཅད་ག་དེ་ལ་ད་ག་ལ་ག་ཚོད་ཐུབ་ཐུབ་བྱས། དེ། འདི་གནང་ཐུབ་པ་ཡིན་ན་དེང་སོ་སོ་ལ་ཕན་གྱི་རེད་མ་གཏོགས་ཁོང་རྣམ་པ་ཁྱི་འགྲོ་ཡ་དང་ཞག་འགྲོ་ཡ་ཁས་དགོས་ཀྱི་ཡོད་མ་རེད་དེ་ཡིན་དུས་ཚང་མས་ཐུགས་ལ་བདོག་པའི་ཐོག་ནས་དེ་ནས་འདི་ཐུགས་ལ་བཅངས་རོགས་གནང་ཟེར་ནས་དེ་ནས་བཅངས་ནས་ལག་ལེན་དུ་འགེལ་བ་ཅིག་གནང་རོགས་གནང་ཟེར་ནས་ངས་དངོས་གནས་མ། ད་རྗེས་ཁོང་དུ་ཞུས་པ་ཡིན་ང་ལ་ཡོན་ཏན་དེ་འདྲའི་གང་ཡང་མི་འདུག་སྐྱེས་སྦྱངས་ཀྱི་ཡོན་ཏན་གང་ཡང་མི་འདུག་དེ་ཡིན་ན་ད་དེ། ལས་འགན་འདྲ་བོ་ཅིག་ཕོག་ཡོང་དུས་དེ་ཧུམ། དེ་མཚམས་མཚམས་ལ་མ་བརྗེད་རང་བརྗེད་ཐུག་གི་འདུག་དེ་ནི་ཡང་ངས་མང་དྲགས་སོང། ཉུང་དྲགས་སོང། དེ་འདྲའི་དགོངས་པ་ཡིན་ན་ནི་དེ་ནི། ཐོག་ལ་བཤགས་སོ་ཞུ་ཡས་ཡིན་དེ་ནི་ཡང། ཕན་ཐོགས་ཀྱི་འདུག་དགོངས་པ་ཡིན་ན་ནི་ཡ་བཞེས་རོགས་གནང་ཕན་ཐོགས་ཀྱི་མི་འདུག་དགོངས་པ་ཡིན་ན་ནི་བཏང་སྙོམས་སུ་བཞག་རོགས་གནང་ད་ངས་ང་ག་བ་འགྲོ་ན། ཞུ་གི་ཡོད་དེ་ཡིན་དུས་བརྩམས་པ། དེ་མཐའ་དོན་དུ་དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་སངས་རྒྱས་བསྟན་པ་རིན་ཆེན་སྒྲོན་འབར་བའི་གནས་ནས་དཀའ་ཐུབ་ཅན་ངུར་སྨྲིག་འཛིན་པ་ཤཱཀྱའི་སྲས་དགེ་སློང་རྣམས་ནི་ཡིན་ཕྱིར་རོ་གསུངས་ད་དགེ་སློང་གིས་དེ་བྱས་པས་དགེ་ཚུལ་སློང་ང་རང་ཚོ། དེ་ནས་ངུར་སྨྲིག་རྒྱ་མཚན་གོས་ངན་དེ་དག་ཐམས་ཅད་སངས་རྒྱས་ཀྱི་བསྟན་པ་གྱི་སྒྲོན་མེ་ལྟ་བུ་དེ་ཡིན་གསུངས་བས་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་མཁན་ལ་སྒྲོན་མེ་ལྟ་བུ་ཡིན། ཕྱོགས་གཅིག་ནས་དེ་ནི་སངས་རྒྱས་ཀྱི་སྲས་ཞེས་ཀྱི་མིང་དེ་ཁྱི་དེ་གི་ཡོད་རེད་དེ་ཡིན་དུས་བརྩམས་པ། ཐ་ན་འཇིག་རྟེན་མ་བལྟས་གྱུར་པ་གི་ཐོག་ལ་ཁྲིད་དེ་སྤང་བར་བྱ་གསུང་ཡ་དང། ནང་ལ་ཡོན་ཏན་ཀུན་ལྡན་ཡང་ཆ་ལུགས་ངན་ན་ཀུན་གྱིས་བརྙས་གསུང་ཡ་དང་ད་དེ་ཚོ་ཐུགས་ལ་བཞག་པའི་ཐོག་ནས་དེ་ནི་བག་ཡོད་པར་མཛད་རོགས་བྱས་ཡིན་སངས་རྒྱས་བཅོམ་ལྡན་འདས་ཀྱི་ཚིག་གཉིས་གསུངས་ཡོད་རེད་བག་ཡོད་ཟེར་ཏེ། དེ་ནི་བག་ཡོད་པར་གྱིས་ཤིག་དེ་ནི་དོན་ཆུང་ཡང་དེ་ནི་ཚིག་ཉུང་ཡང་དོན་རྒྱ་ཆེ་སྟེ་གསུངས་ཡོད་དེ་ནི་ཚིག་ཉུང་ཡང་དོན་རྒྱ་ཆེ་སྟེ། བླང་དོར་གྱི་གནས་ལ་མ་ནོར་བར་བྱེད་པ་ནི་བག་ཡོད་པ་ཡིན། དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱང་བག་ཡོད་པ་ལ་བརྟེན་ནས་དེ་ནི་སངས་རྒྱས་པ་ཡིན་ཕྱིན་བག་ཡོད་བྱེད་པ་ལ་བརྟེན་ནས་དེ་ནི་སངས་རྒྱས་པ་ཡིན་ཏེ་དེ་ཡི་འདུས་བརྩམས་པ་ང་རང་ཚོ་ཆུང་ས་ཆུང་ས་ནས་ཟབ་ཟབ་གནང་གིན་གནང་གིན་གནང་གིན་བྱས་པ་ཡིན་ན། རིང་པོར་མ་ཡིན་པར་ང་ཚོ་སངས་རྒྱས་ཀྱི་གོ་འཕང་ལས་སླ་བོ་ཅན་ཐོབ་ཐུབ་ནས་ལྷ་དང་བཅས་པའི་འཇིག་རྟེན་ཐམས་ཅད་ཀྱི་སྐྱབས་གནས་བླ་ན་མེད་པ་ཆགས་ཐུབ་ཡ་དེ་ང་ཚོ་ངེས་པ་ཅན་གྱི་རེད་དེ་ཡོད་རེད་དེ་ཚང་མ་ལ་དེ་དེ་བཞིན་དུ། མཛད་རོགས་གནང་ཟེར་ནས་གསོལ་འདེབས་འབོད་སྐུལ་ང་རང་གི་དངོས་གནས་ཞེ་སྡིག་ནས་ལྷག་བསམ་གྱི་ཁ་ནས་ཞུ་གི་ཡོད་འདི་སྐད་ཆ་དེ་དེ་དེ་དོན་ཐུགས་ལ་འདོགས་པར་ཞུ་ཟེར་ནས་བཀའ་དྲིན་ཆེ་ཐུགས་རྗེ་ཆེ་ཞུ་ཡས་ཡིན་ད་ག་ཅེ་ད་ང་ཚོ་ད་ལྟའི་འདི་ལ་ཚང་མ་གིས་དངོས་གནས་ཤུགས་མང་པོ་བསྐྱོན་སོང་ད་ཚར་གཅིག་ཞུས་ན་ད་འདང་གི་མི་འདུག་ཚར་ག་ཚོད་ཞུས་ན་ཡང་འདང་ཡ་མི་འདུག་དེ་ཡིན་ན་ཡང་ད་རུང་ཡང་བསྐྱར་ད་ལྟའི་གི་དུས་ཚོད་འདི་ལ་ཁྱེད་རྣམ་པ་ཚང་མ་གིས་དཔེ་མི་སྲིད་གི་སྐུ་ངག་ཁྱད་དུ་བསད་ནས་སྐུ་ལུས་དང་ཐུགས་སེམས་གཉིས་ཀ་ཁྱེད་དུ་བསྩལ་ནས་ཕྱག་ལེན་གནང་ཡོད། སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞེས་ནས་ཞུ་ཡ་ཡིན་དེ་ནི་ད་གསང་སྙིང་ང། མ། མཁན་ཆེན་བདེ་བར་གཤེགས་པའི་ད་དགོངས་རྫོགས་ཡིན་མདོག་མདོག་ཡིན་རྒྱུ་འཆམ་འཆམ་རེད་ད་དོན་དག་རྡོག་རྡོག་ཞུས་པ་ཡིན་ད་དེ་ནི་མ། གནས་ཁ་ཤས་ཀྱི་མ། ཞུ་ཡ། གནས་སྐོར་ཞུ་ཡ་ཡིན་དེའི་སྐབས་སུ་མཆོད་འབུལ་གང་ཐུབ་ཐུབ་ཞུ་ཡ་ཡིན་དེ་ནི་གསོལ་འདེབས་སྨོན་ལམ་གང་ཐུབ་ཐུབ་ཞུ་ཡ་ཡིན། དེ་ནས། འོ་དེ་འདྲའི། ཞུ་ཡས་ཡིན་དེ་ནི་ཉི་མ་ད་ག་ཚོད་འགོར་གི་ཡོད་ན་དེ་འདྲའི་ཧ་གོ་མ་སོང་དེ་ནི་རིང་པོ་མ་ཡིན་པར་ང་ཚོ་ཚང་མ་དེ། འཛོམས་ནས་དེ་ནི་ཡང་སྐྱིད་པོ་བཏང་ཡག་དུས་ཚོད་ཅིག་ཡང་ཤར་གྱི་རེད་བ་དེ་དེ་དུས་ང་ཚོ་ཚང་མ་ལྷན་དུ་འཛོམས་ནས་དེང་སྐྱིད་པོ་བཏང་ཆོག་པ་ཞུ་ཟེར་ནས་ཐུགས་རྗེ་ཆེ་སྙིང་ཐག་པ་ནས་ལགས་སོ། བཀའ་དྲིན་ཆེ། སྟོད་ཡུལ་དགོན་གྱི་རྒྱ་མཚོ་ལས་བྱུང་བའི་གསུང་ངག་ཡིད་བཞིན་ནོར་བུའི་དགའ་སྟོན་གྱི་འཕེལ་འགྲིབ། དཔལ་ལྡན་བླ་མའི་ཞབས་ལ་གསོལ་བ་འདེབས།